གང་ཡང་བསམ་བློ་འདི་ག་སེ་ཡོད་བ་ཡིན་ན་ག་འདྲས་ཡིན་ན་ཡོང་གི་རེད་བསམ་བསམ་མི་ཚོར་ན་ཅིག་སླེབས་གི་རེད་དེ་སླེབས་པ་ན་ཕ་ཅིན་སྐྱོན་བརྗོད་བྱེད་ཤོག་ན་ཤི་ར་མཐོ་འགྲོ་ས་གང་ཡང་མ་སྐྱོན་བརྗོད་རང་རེད་བསམ་གི་རེད་ད་ལྟ་གས་མ་ཐུབ་བསམ་བསམ་ན་སླེབས་གི་ར། ད་འདས་གོང་བྱས་ཡོད་ན་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདི་གི་གནས་སྟངས་འདི་ག་གཟིགས་ཡོད་ན་ཨ་སྐྱབས་མགོ་རམ་བྱས་ན་ཆགས་སྣང་འདི་ག་ཟས་ཟས་ཅིག་གྲུབ་ཡོད་རེད་གོ་གི་འདུག། དེ་ང་ཚོ་ནམ་ཞིག་ང་ཚོ་གི་ཐུབ་གི་མ་རེད་བསམ་པའི་གི་སྤོ་བ་དེ་ཤི་བ་ཡིན་ན་དེ་ནས་བཟུང་སྟེ་ད་ཤི་ཡག་གི་འགོ་ཚུགས་རེད་བསམ་གི་རེད་དེ་མ་གཏོགས་དུས་ནམ་ཡང་ཤི་གི་མ་རེད་དེ་བྱེད་དུས། དེའི་འགྲན་རྩོད་འདིའི་ཁྲོད་ནས།

ཉིད་དེ་བྱས་མེད། ཚང་མ་ལ་བོད་མི་རིགས་མཐུན་སྒྲིལ་དགོས་རེད་དགོས་རེད་ཟེར་སོ་སོ་གི་སྡུག་བསྔལ་ཚོ་བྱས་དང་ད་ལྟའི་བྲོ་བ་ཟེར་གད་མེད་ར། བྲོ་བཟོ་བའི་ནང་ལ་ཡི་ཆད་པ་ཟེར་གད་མི་འདུག་ཚང་མ་སྐྱིད་པ་ནོར་བ་རེད་བཞག་དེ་ནི་ཅིག། ག་རེ་ཟེར་གི་རེད་སྐད་ཆ་མཐོ་ལ་དམའ་ལ་མང་པོ་ཞུས་པ་ཡིན་ན་དེ་གི་རྡ་སའི་ཐད་ས་དེ་མི་མང་གི་ནང་ལ་ཆགས་བསྡད་པ་ཀྱིས། མི་མང་གི་ནང་ལ་རྡ་སའི་མང་པོ་ཆགས་སོང་བ་ཡིན་ན་དེ་ནི་རང་གཞན་གི་ཕྱོགས་ཁག་གི་ལྟ་གྲུ་དེ་ཤུགས་ཆེན་པོ་ཆགས་དགོས་ཡ་རེད།

ད་གཙོ་བོ་ང་ཚོ་བོད་མི་འདུས་སྡོད་ཆེ་སའི་གི་ས་ཁུལ་ཁག་ལ་ཡང་མང་ཆེ་དུ་བཅར་ནས་ཨ་ནི་ང་ཚོའི་གི་ཁ་སོ་རེད་ད་མི་མང་མཉམ་པོ་བསམ་ཚུལ་བརྗོད་ལེན་གི་བགྲོ་གླེང་དེ་འདྲ་ཞིག་གོ་སྒྲིག་ཞུ་བཞིན་པ་ཞིག་རེད་ད་ད་རེས་འདྲ་ཆ་ཤར་ན་ང་ཚོའི་བགྲོ་གླེང་ཐོག་མ་ད་འདྲ་ཁ་སོ་རེད་དེ་གསར་སྒྲིག་དཔྱད་གླེང་ལ་ཡག་འདུག་ཞེས་གོ་སྒྲིག་ཞུ་བའི་ཆ་ཡོད་སོང་ཙང་ད་ད་རིང་ང་ཚོ་དེ་ལས་ཡག་ད་སྐབས་སུ་བབ་པ་རྣམ་པ་ཚོ་ཞིས་དེ་འདྲའི་ཤོད་བྱ་ཐོག་མ

དང་པོ་དེ་ག་རེ་ཟེར་ན་ད། ང་རང་ཚོར་རིང་ནས་སྙན་དུ་གནག་པའི་འདུས་པའི་དོན་གསལ་གནང་བཞིན་ཡོད་ད། སྐྱབས་མགོན་རིན་པོ་ཆེ་ད་སྔ་བཅུ་ང་དགུ་ལོ་ལས་བཙན་བྱོལ་ཕེབས་མ་ཐག་ནས་བཙན་བྱོལ་བོད་པའི་སྤྱི་ཚོགས་དང་སྒྲིག་འཛུགས་དེ་དམངས་གཙོའི་ལམ་ཁར་ག་ད་སྐྱོད་འོས་ཀྱི་ད། དགོན་པ་རིམ་གྲོ་བཅས་ཕེབས་རེ་བ་ཕལ་ཆེར་དང་པོ་སྐོར་ད། སྤྱི་འཐུས་གྲོས་ཚོགས་དེ་མི་དམངས་ཀྱི་ཐད་ཀ་ལས་འོས་བསྡུ་གནང། དེའི་རྗེས་ལས་རིམ་པས་རིམ་པས་རིམ་པས་ཉམས་མྱོང་བསགས་བསགས་བསགས་རྗེས་བཀའ་བློན་ཁྲི་པ་མི་དམངས་ཀྱི་ཐད་ཀ་འོས་བསྡུ་གནང་མཐའ་མ་མཐའ་མ་སྐྱབས་མགོན་རིན་པོ་ཆེ་སྐུ་དབང་དེ་ཡོངས་རྫོགས་མི་རོབ་གསར་པ་ལས་རྩིས་སྤྲད་དེ་འབྲས་ཀྱི་དགོངས་པ་རྒྱ་ཆེན་པོ་ཆེ་བཞེས་གནང་བར་འདི་ཡིན་དུས་ཚང་མས་སྐྱབས་མགོན་རིན་པོ་ཆེ་དེ་འདྲ་ཀྱི་དམངས་གཙོའི་གི་ཨ་ནི་དགོངས་པ་རྒྱ་ཆེན་པོ་ཆེ་བཞེས་པ་དང་སྐྱབས་མགོན་རིན་པོ་ཆེ་ད་དེ་འདྲ་ཀྱི་དགོངས་པ་བཞེས་དགོས་ཀྱི་མ་འོངས་པའི་ཕུགས་རྒྱང་གི་འཆར་སྣང་དང་དགོངས་གཞི་འཆོར་བ་འདི་ད་ད་ལྟའི་ངོས་ཤར་ཡོད་ན་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདི་གི་གནས་སྟངས་འདི་གཟིགས་ཡིན་ན་ཨ་ནི་སྐྱབས་མགོན་རིན་པོ་ཆེའི་ཨ་ནི་འཆར་སྣང་འདི

ལ་ཡང་ང་ཚོས་འདི་བཀའ་དྲིན་རྗེས་དྲན་བྱེད་ཆོག་རེད་བསམ་གི། ད་གོང་ས་མཆོག་གིས་ང་ཚོ་དམངས་ཚོགས་ཀྱི་ལམ་ལུགས་གསོལ་རས་ཚོ་མི་མང་ཡིན་ན་ནི་ཤ་དོ་ཁྲག་གིས་འགྲོ་སྲིད་དང་བཅས་དམངས་གཙོ་འཐབ་རྩེད་བྱེད་དགོས་ཡོད་རེད་ང་ཚོ་ད་ལྟ་འདི་གོང་ས་མཆོག་གི་གསོལ་རས་ནང་ད་འདི་དམངས་ཚོགས་ལམ་ལྟག་གི་ལོ་ཟླ་ནང་ལོགས་ལ་ད་ནམ་མ་འགྲོ་དུས་ང་ཚོ་མ་འདུས་ཕྱི་མ་ལྟ་འོང་དུས་ཕྱི་དོན་ང་ཚོ་བཙན་བྱོལ་གཞུང་ཆགས་བསྡད་ཡོད་རེད་དེ་ཡིན་ནས་ད་འདི་གནས་སྐབས་ལ་ཕྱི་དོན། བཙན་བྱོལ་དམངས་གཙོ་གི་ལམ་ལུགས་ག་འདྲས་བྱས་ན་ཡང་དེ་ནི་ཉག་ཕྲ་ཅུང་ཙམ་ཡང་རྙེད་དུ་ཡོད་མ་རེད་པ་དང། དེ་ནས་ད་ལྟའི་ད་ལྟའི་ངའི་གནས་སྟངས་དེ་ཤེས་རྟོགས་ཀྱི་ཆ་ནས་ང་ཚོ་ཧ་ཅང་གི་ཡག་པོ་རེད་བསམ་གི། ཁོར་ཡུག་གི་གནས་སྟངས་ཡིན་ན་ཆབ་སྲིད་ཀྱི་གནས་སྟངས་ཡིན་ན་ག་འདྲས་ཀྱི་ཆ་ནས་བལྟས་པ་ཡིན་ན་ད་ལྟ་བལྟས་ས་བལྟས་འཇུག་གི་ཆ་ནས་བཤད་དགོངས་དུས་ང་ཚོ་ད་ལྟ་དམངས་གཙོ་གི་ལམ་ལུགས་ཡག་ཐག་ཆད་ཞིག་རེད་རེད་བསམ་གི་འདུག། སྤྱིར་བཏང་སྐྱབས་མགོན་རིན་པོ་ཆེ་དགོངས་ཞིག་ལྟར། ད་ལྟ་སྐྱབས་མགོན་རིན་པོ་ཆེ་སྲིད་དུས་ང་ཚོ་གི། ད་ཆོས་ཕྱོགས་ལས་བལྟས་པ་ན་སྤྱན་རས་གཟིགས་སྐུ་ངོ་ར། ད་སྤྱན་རས་གཟིགས་ཟེར་ན་ཆོས་ཕྱོགས་ལས་བལྟས་ན་སངས་རྒྱས་གཙོ་བོ་རེད་སངས་རྒྱས་ནི་ཐམས་ཅད་མཁྱེན་པ་གཙོ་བོའོ་ར། ད་དེ་འདྲའི་གུ་ཐོག་ལས་མ་ཤེས་པ་ཞིག་ནི་སྤྱི་ཐང་གི་མི་ཞིག་ཐོག་ལས་ཤེས་པ་ཡིན་ན་ཡང། རྣམ་དཔྱོད་ཡོད་མགྱོགས། ཉམས་མྱོང་ཡོད་མགྱོགས། གར་སེམས་ལ་ད། ཕྱོགས་ཡོངས་ནས་ད་རླབས་ཆེན་གི་འཛམ་གླིང་གི་སྤྲིན་གྱི་ཤ་དེ་ཡོད་ར། ད་དེ་འདྲའི་ཅིག་གི་དགོངས་ཚུལ་ནང་ལོགས་ལ་ད་ང་ཚོ་ཡང། བྱེ་ཐང་གི་ཐ་མ་གཞན་པ་དཀྱུས་མ་རེད་བ། བརྒྱ་ཆ་བརྒྱ་སྒྲུབ་ཟེར་དུས་ཁག་པོ་རེད་ར། དེ་བྱེད་དུས་དེའི་རྒྱུ་མཚན་གྱི་ཡང། ང་ཚོ་གི་ད་རྦད་དེ་ད་ཚར་ཚར་དུས་ཟེར་ཡ་དེ་འདྲའི་ང་མོ་བ་མི་ར་ཡང་ཁ་ཡི་དེ་འདྲའི་ལབ་འདུག་བ། ངས་བལྟས་ན་དཔེ་ཡག་པོ་འགྲོག་འདུག་བསམ་འདུག། ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་དགོངས་བཞིན་གནང་བཞིན་འགྲོ་ཟེར་ན་ད། འཛམ་གླིང་གི་ཨུ་ཕྲེང་གི་མི་ཞིག་གི་དགོངས་པ་གནང་བཞིན་འགྲོ་ཟེར་ན་ང་མི་ཚོའི་དཀྱུས་མའི་ཁག་པོ་རེད་བ། དེ་བྱེད་དུས་ངས་བལྟས་ན་གང་ལ་གང་འཚམ་དཔེ་ཡག་པོ་འགྲོག་འདུག་བསམ། འདི་ལྟར་ན་དྲི་བ་དེའི་སྒང་ལ་ང་རང་གི་བསམ་ཚུལ་ཅིག་བཤད་པ་ཡིན་ན། ད་ཅང་ངོ་མ་བྱེད་དགོས་དགོངས་གཞི་དེ་ང་ཚོ་སྤྱི་དང་མི་འཕར་བ་གཅིག་གིས་དཔོག་ཐུབ་པ་ཞིག་མ་རེད་དེ་འདྲ་བྱས་དུས་ད་དམངས་གཙོ་ནང་ཡང་གི་དགོངས་གཞི་དེ་སྤྱི་དང་གི་ད་སངས་རྒྱས་བཅོམ་ལྡན་འདས་མ་ཡིན་ན་རེད། ཁོང་གི་སྤྱི་དང་གི་རབ་བྱུང་སྒྲུབ་ཡ་དང་དུས་ཚོད་ཁྲིད་དེ་མི་ཚང་མ་གཅིག་གི་འདྲ་མཉམ་དགོས་ཡ་དང་དེ་ནས་ད་དེ་འདྲའི་ག་ནས་རབ་བྱུང་སྒྲུབ་གི་ཡོད་ར་གཙོ་གཙོ་རབ་བྱུང་གི་སྡེ་ཚན་དེ་ལ་མི་རིགས་སྤྱི་དང་མི་འདྲ་མི་འདྲ་གཅིག་རྡོ་རུའི་རིགས་ད་ལྟ་བྲམ་ཟེའི་རིགས་རྒྱ་རུའི་རིགས་ལ་སོགས་མང་པོ་གཅིག་ཡོད་པ་ཡིན་ན་དེ་ཚོ་ཆ་སྙོམས་གང་ནས་ཞུགས་ཐུབ་ཡ་གི་ཆེད་དུ་ནས་རབ་བྱུང་སྒྲུབ་དེ་འདྲའི་གནང་ཡོད་རེད་ལོ་རྒྱུས་ཀྱང་ད་དག་ནམ་ཞིག་དམངས་གཙོའི་ནང་ཡང་དེ་ཅིག་སྤྱི་ཚོགས་ནང་ལ་གར་ཚུགས་རུང། ད་ཅིག་ཐོབ་ཐང་འདྲ་མཉམ་ཡོང་ཡ་དང་དག་ནམ་ཞིག་གི་ཅིག་སྤྱི་ཚོགས་བདེ་འཇགས་ཡོང་ཡ་དང་ནི་ད་དེ་འདྲིའི་གི་སྐོར་ད་ཆེ་ས་ནས་བཤད་པ་ནི་འཛམ་གླང་སྤྱི་ཆུང་ས་ནས་བཤད་པ་ནི་ང་ཚོ་བོད་གངས་ཅན་ལྗོངས་མི་འདི་ནི་དམངས་གཙོའི་གི་ལམ་ལ་གནས་དགོས་བ་ད་དེ་འདྲི་ཅིག་དགོངས་ནས་གནང་འདི་ཙམ་པར་ལྟ་འདི་ང་ཚོའི་ལོ་རྒྱུས་གི་ནང་ནས་ལོ་རྒྱུས་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད་བསམ་གི་འདུག་ད་རྒྱལ་ཁབ་གཞན་པ་དུ་སུ་ཁོའི་སྤྱི་དོན་གྱི་དམངས་གཙོའི་དོན་གཉེར་བྱས་ཏེ་བརྩམས་པ་ལ་ཤ་དེ་ཁྲག་གི་འགྲོ་གྲོན་བཏང་ནས་གི་མི་ཚེ་གི་ཚེ་སྲོག་བཏང་བ་ཡིན་ན་རག་གི་ཡོད་མ་རེད་ད་ང་ཚོས་སྐྱབས་མགོན་རིན་པོ་ཆེ་གི་དབུ་མའི་ཕྱིར་རང་ཚོ་གི་དམངས་གཙོ་དེ་བདག་པོ་རྒྱབ་སོང་ནས་མར་གནང་འོང་དུ་བརྩམས་པ་ལ་དངོས་ནས་ང་ཚོ་གི་ད་གཟི་བརྗིད་ཧ་སང་ཆེན་པོ་ཅིག་དེ་འདྲ་ཅིག་རེད་བསམ་གི་འདུག་ད་དེ་ནི་ད་འདིས་གི་འགྲོ་སྟངས་གི་ཆེད་ལ་རྩ་བའི་ཆ་ནས་ཅི་ད་ང་ཚོ་གི་དམངས་གཙོ་འགྲོ་བ་གནང་ནས་གི་ཞི་དྲག་ད་ལོ་བརྒྱ་ཕྲག་མང་བོ་འགྲོ་མེད་དུ་བརྩམས་པ་ལ་སྤྱིར་བཏང་གི་སྤུ་གུ་འགྲོ་བ་མ་སོང་ན་ད་ཅིག་འཚར་ལོངས་ཤོང་བཞིན་པའི་སྒང་ལ་ཆགས་དུ་ཡོད་ར་དེ་འདྲ་བྱས་ཏེ་ཕྱིར་འདང་གི་སྤྱི་ཚོགས་སྒང་ལ་གཅིག་རྙོག་དྲ་མཚམས་མཚམས་ཀླད་ཡག་དང་དེ་འདྲའི་མཐོར་མི་མང་བོ་ཀླད་ཀ་རེད་བསམ་དུ་ཏིང་ངེ་གནང་ག་ཟེར་མཁན་མཐོང་མི་འདུག་གཙོ་བོ་གུ་ཡངས་པོ་སྒང་ནས་ང་ཚོ་འགྲོ་ཡ་དེ་ངེད་རྣམ་རྒྱལ་ང་རང་གི་ཚོ་ནང་མི་གཅིག་གི་སྐྱོན་གཅིག་བརྗེད་པ་ཡིན་ན་རེད་དངོས་གནས་ཀྱི་གཅིག་ཁ་རེ་སྐྱོན་གཅིག་ག་ཚོད་ཡོད་ན་སྐྱོན་དངོས་གནས་ཀྱི་ཐེར་འདོན་བྱེད་ཡ་དེ་ད་ལྟའི་དངོས་གནས་སངས་རྒྱས་ཀྱིས་བཟུང་གི་ཡོད་རེད་ཨ་ནི་ང་ཚོ་ལ་ཡང་དེའི་རང་ག་ཐོབ་ཐང་དེ་ཡོད་རེད་ར་སྐྱོན་དངོས་གནས་མེད་བ་གཅིག་ལ་གཅིག་སྐྱོན་འཛུགས་བྱེད་བདའ་བ་དང་གཅིག་དགའ་ཞོག་མ་དགའ་ཞོག་བཤད་བདའ་ཡ་དེ་ངས་བསམ་ན་སྣང་ཚུལ་ནང་ནས་གཅིག་སྐྱོན་ཆ་གཅིག་མཐོང་འདུག་དེ་འདྲའི་ཆེད་དུ་བསམ་པ་ལ་ང་ཚོ་ཚང་མ་ཆུ་ཁས་ལེན་ན་རེད་མི་ལེན་ན་རེད་གང་ལྟར་ང་ཚོ་ག་འདྲེ་གཅིག་ག་འདྲེ་གཅིག་ཡིན་པ་ཡིན་ན་གཅིག་ག་རེ་ཟེར་གོ་ཆ་མཉམ་པོ་དང་དེ་ནས་གུ་ཡངས་ཀྱི་ག་ནས་ང་དེ་ལྟ་བ་མི་འདོད་ན་ཡང་ངའི་གྲོགས་པོ་ཡོང་ཆོག་ཡ་གཅིག་དང་དངོས་གནས་དེ་འདྲའི་བྱས་ཡ་གཅིག་ད་ཡ་དྲ་ཐོག་ན་ཁ་ཤས་ཁ་ཤས་མཐོང་ཡ་འདུག་སོ་སོ་དང་ལྟ་བ་མི་མཐུན་པའི་རྒྱུ་མཚན་གྱིས་ཁྱིམ་ཚང་འཐོར་འགྲོ་ཡ་དང་གཅིག་འཛིན་གྲྭ་གཅིག་པ་ཡིན་ན་ཡང་གཅིག་ཁ་འདྲེ་བཅད་ཡ་ལ་སོགས་དེ་འདྲའི་ཁ་ཤས་ཁ་ཤས་གཅིག་འདུག་ད་དེ་ཚོ་ངས་དཔེ། ཆོལ་ཆུང་འདྲ་བོ་ཟེར་ན་རེད་དེ་འདྲི་ཅིག་མཐོང་འདུག་ར་རྩ་བའི་ཆ་ནས་དཔེ་ཡག་པོ་ད་ང་ཚོ་ད་ལྟ་ཡང་ནས་འགྲོ་དང་འགྲོ་བཞིན་པའི་སྐད་ར་དེ་འདྲི་བྱེད་དེ་ཚང་པ་ལ་ནས་ཅོ་ཆོལ་ཆུང་མ་གཏོགས་ཕྱི་ར་ཕྱི་ར་དེ་ནས་ཧང་སང་དེ་འདྲི་སྐད་མཐོང་གི་མི་འདུག་ར་ད་མུ་མཐུད་ནས་ང་ཚོ་གི་འབའ་ཚན་བྱས་ནས་ནས་མན་ཚུག་ལ་མ་འགྲོ་དགོས་རེད་བསམ་གི་འདུག།
ལགས་སོ་རྣམ་པ་ཚང་མ་བཀྲ་ཤིས་བདེ་ལེགས། ད་ཁྱེད་རང་གི་ག་རེ་ཟེར་གི་རེད། ང་ཚོ་དངོས་པོ་གང་འདྲི་གྱིན་ན་ལྟ་ཚུལ་མི་འདྲ་བ་མང་པོ་ཞིག་ལས་ཀྱི་ཡོད་རེད། དེ་ནས་ད་ང་ཚོ་གི་ང་ཚོ་གི་མང་ཚོགས་ལ་བསམ་བློ་གཏོང་བ་ཡིན་ན་ཡང་ངས་ཧ་ཕྱོགས་ཡོངས་ནས་ད་བཟང་ས་ངན་ས་ཡང་ཚང་མར་བསམ་བློ་གཏོང་ས་མང་པོ་འདུག་བསམ་འདུག་དཔེར་ན་ང་ཚོ་གི་འཛམ་བུ་གླིང་གི་ནང་ནས་མང་ཚོགས་ཀྱི་དར་རྒུད་ལོ་རྒྱུས་སམ་བཏང་སོང་བ་ཡིན་ན་མང་ཚོགས་མ་དགོས་ཡ་གི་རྒྱུ་རྐྱེན་གཙོ་བོ་གཅིག་དེ་ད་ཡང་ག་རེ་ཀྱི་བསམ་འདུན་རེད་ཟེར་ན། དེ་ནས་ཆབ་སྲིད་ཤོག་ཁག་པའི་ཁྲ་བོ་མང་པོ། དེ་འདྲའི་གི་ཆབ་སྲིད་ཤོག་ཁག་མང་པོ་ཆགས་ནས། དེའི་སྟོབས་ཀྱིས་མང་ཚོགས་ཀྱི་ཉམས་རྒུད་པའི་ཤུགས་ཆེན་པོ་འགྲོ་གི་ཡོད་པ། དེ་ཆགས་ཀྱི་ཡོད་རེད། དེའི་གནས་སྟངས་ཐད་ནས་བསམ་བཏང་བས་ན་ང་ཚོ་གི་ཁོར་ཡུག་གི་ནང་ལ་ཡང་དེའི་ཤུགས་རྐྱེན་དེ་ཤུགས་ཆེན་པོ་མེད་འགྲོ་བསམ་བསམ་འགྲོ་གི། ཅེས། ད་ཅེས། ག་རེ་རེད་ཟེར་ན་ཆབ་སྲིད་ཤོག་ཁག་ཡོད་བསྡད་པ་དེ་ཡང་ཅིག་ཧ་ཅང་རིགས་ངར་པོ་ཡོད་བསྡད་པ། དེ་འདྲ་ཅིག་སྟོབས་ཆེའི་ང་ཚོ་གི་དངོས་གནས་ཀྱི་མང་ཚོགས་ཀྱི་ཀྱི་མང་ཚོགས་ཡང་དག་པའི་མང་ཚོགས་དེ་ལ་ཉམས་རྒུད་ཀྱི་འགྲོ་ཡག་གི་རྒྱུ་རྐྱེན་ཤུགས་ཆེན་པོ་ཅིག་ད་རྟ་མཚན་སྒྲོག་ཟེར་གྱི་རེད་བ་དངངས་ཐག་དེ་འདྲ་ཅིག་མཐོང་བསྡད་ཀྱི་འདུག་ད་དེ་ཚོ་ཐད་ནས་ཀྱི་རྒྱུ་ཆུང་འདྲ་བོ་གཏོང་རྒྱུ་ཡོད་ན་ད་ག་འདྲས་གཏོང་དགོས་པ་ཡོད་ན་ཐབས་ལམ་ག་འདྲས་ཀྱི་སྒོ་འགྲོ་དགོས་པ་ཡོད་ན།

མང་གཙོའི་སྤྱི་ཚོགས་ནང་ལོགས་ལ་ཡང་ད་ཅིག་ཆིབས་སིའི་ཤོག་ཁག་དང། འདི་ཚོ་ཡང་ཅིག་ཤུགས་ཆེན་པོ་བྱུང་ཡོད་འདུག་ཙེ་ནའི་དེ་གི་མང་གཙོའི་གལ་རྐྱེན་དུ་འགྲོ་ཡག་གི་རྣམ་པར་རེ་ངས་གལ་སྲིད་གོ་དང་ནོར་མེད་ན་འདྲེ་རེད་གསུངས་སོང། ད་ཡིན་ན་ཡང་ཁ་ཤས་ཀི་ཟེར་དུས་སུ་ནང་གཙོའི་མང་གཙོའི་སྤྱི་ཚོགས་ནང་ལོགས་ལ་ཡང། ག་སོ་རེ་ད་ཅིག་ཆིབས་སིའི་ལྟ་གྲུབ་མ་འདྲ་དང་ད་ཅིག་ག་སོ་རེ་ལངས་ཕྱོགས་མ་འདྲ་གོ་ཡག་དེ་ཡང་ཁ་ཤས་གལ་ཆེན་པོ་རེད་ཟེར་གི་འདུག་ཨ། ཨ་འདིའི་ཐོག་ནས་ཡང་དགེ་ལགས་ཀྱིས་གཟིགས་ཚུལ་ག་འདྲ་བྱེད་དགོས་ན་ཡང། ད་དཔེ་ན།
ངས་གི་ད་ང་རང་མཐོང་ཚུལ་བྱས་པ་ཡིན་ན། འདི་འདྲི་རྒྱུ་རེད། ཨ་རིག་གི་རྩོམ་པ་པོ་གཉིས་ཀྱིས་བྲིས་པའི་གི་མང་གཙོ་སྐོར་དེབ་ཀྱི། How Democrats Die ཟེར་ཡ་ཀྱི་མང་གཙོ་ག་འདྲི་བྱས་ཉམས་དགོས་འགྲོ་གི་རེད་ཟེར་ཡ་ཀྱི། ག་རེད་ཟེར་ན་མང་གཙོ་མ་ཉམས་ཡ་གི་རྒྱུ་རྐྱེན་གཙོ་བོ་གཅིག་དེ། དབང་ཆ་གཅིག་སྡུད་རིང་ལུགས་དེ་ཆགས་ཀྱི་ཡོད་རེད་དབང་ཆ་གཅིག་སྡུད་རིང་ལུགས་ཟེར་ཡ་དེ། སྤྱི་ཡོངས་ཀྱི་ཆ་ནས་ག་རེ་རེད་ཟེར་ན། ང་ཚོ་ད་མི་གཅིག་གི་དབང་ཆ་གོ་གོ་ཚང་མ་ཚུར་བསྡུས་ནས་གནས་ཀྱི་ཁྲིམས་བཟོ་ལྷན་ཁང་དང་དེ་ག་ནང་བཞིན་གྲོས་ཚོགས་ལ་ནུས་པ་མེད་པའི་བཟོ་བཅོས་རེད་བ། དེས་ད་མང་ཚོགས་ཉམས་རྒུད་འགྲོ་ཡག་གི་རྒྱུ་རྐྱེན་གཙོ་བོ་ཆགས་ཀྱི་ཡོད་རེད། དེ་ཡིན་དུས་མང་ཚོགས་ལ་མང་ཚོགས་དངོས་ཡང་དག་པ་ཅིག་དང་འཕེལ་རྒྱས་དགོས་ཡོད་ན་ད་ཁྲིམས་བཟོ་ལྷན་ཁང་སྤུས་དག་པོ་ཞིག་དགོས་ཡ་དེ་རྩ་བའི་ཆ་རྐྱེན་རེད་བ་ཆགས་ཀྱི་ཡོད་ས་རེད་དྲན་གྱི་འདུག་དེ་ཡིན་དུས་ད་ང་ཚོ་གི་གྲོས་ཚོགས་དེའང་ད། ད་ཚ་འདྲ་མ་འདྲ་ཡོད་ཀྱི་རེད་དྲན་གྱི་འདུག་ད། ཤོག་གཅིག་ནས་རྦད་དེ་འདི་ཡག་པོ་རེད་འདི་ཅག་རེད་ཟེར་ཤིག་ཤིག་དགོས་ན་ཤིག་ཤིག་ཡག་འདྲ་བོ་རེད་མི་འདུག་ག་འདི་འདྲ་ཅིག་གི་སྟེང་ནས་ཡག་པོ་བཞག་གི་རེད་ག་འདི་འདྲ་ཅིག་གི་སྟེང་ནས་འདི་ཅག་ཡག་གི་རེད་ཟེར་དགོས་ན་ཟེར་མ་ཤི་བའི་བཟའ་ཟླ་འདྲ་བོ་དེ་འདྲ་འདྲ་བོ་ཆགས་བསྡད་ཀྱི་འདུག་ཡིན་ན་ཡང་ད་ང་རེ་བ་འདྲ་བོ་ཅིག་དེ་ག་རེ་རེད་ཟེར་ན། ཡ། གང་ལ་གཡོ་སྒྱུ་གྲུ་ཚོགས་ནང་གཡོ་སྒྱུ་ཚང་མ་རེད་ད་ཁྱེད་གཉིས་མ་རེད་ཚང་མ་རེད། ཚང་མ་ལ། ཅིག། ཅི་ཡང་གི་ཆ་ནས་ད་ཁྱེད་སྐད་ཆ་མཐོ་ལ་དམའ་ལ་ག་འདྲི་བྱེད་མི་ཡིན་ན་ནང་མི་གཅིག་གི་ནང་ལ་ཡང་མཐོ་ལ་སྐད་ཆ་འདྲ་མི་འདྲ་གླེགས་གི་རེད་མི་མཐུན་པ་གླེགས་གི་རེད་ཚིག་མི་མཐུན་པ་ཡིན་ན་ཡང་ད་ཅིག་འགན་ཁུར་དགོས་ཡ་དེ་སྤྱི་ཚོགས་གི་འགན་ཁུར་དགོས་ཡ་དང། མི་མང་གི་འགན་ཁུར་དགོས་ཡ། དེ་ག་ནང་བཞིན་དུ་ཀྱི་མང་ཚོགས་ཀྱི་འགན་འཁུར་དགོས་ཡ་དེ་དཔེ་གནད་འགག་ཆེན་པོ་ཞིག་མཐོང་འདུག་དེ་ནང་ལ་ཀྱི་ཡ་ལས་ནས་དེ་ནས་ད་ག་ཉོ་མ་ཉོ་ཚང་མ་ཤི་དུས་ཡ་འདྲ་བ་མ་ཡིན་པ་བྱས་ནས་རེ་བ་ཡ་ཕྱོགས་ཡོངས་ནས་བསམ་བློ་གཏོང་དགོས་ཡ་དེ་གནད་འགག་ཆེན་པོ་ཞིག་རེད་འདུག་དྲན་གྱི་འདུག་ངས་ད་གིས་ཞུས་པ་ནང་བཞིན་དུ་རེད་ཡ་ད་ང་ཚོ་ངས་བསམ་བློ་གཏོང་ན་ཡ་གྲོས་ཚོགས་ནང་ལ་ཡ་ཆད་པ་ཟེར་མཁན་མི་འདུག་ཚང་མ་སྐྱིད་པ་འདྲ་བོ་རེད་བྱ་དེ་ནས་ཀྱི་གར་ཟེར་གི་ར་སྐད་ཆ་མཐོ་ལ་དམའ་ལ་མང་པོ་ཞུས་པ་ཡིན་ན་དེ་གི་རྡ་སིབ་ཐེབས་ས་དེ་མི་མང་གི་ནང་ལ་ཆགས་བསྡད་པ་གྱིས་མི་མང་གི་ནང་ལ་རྡ་སིབ་མང་པོ་ཆགས་སོང་བ་ཡིན་ན་དེ་ནས་རང་གཞན་གི་ཤོག་ཁག་གི་ལྟ་གྲུ་དེ་ཤུགས་ཆེན་པོ་ཆགས་དགོས་ཡ་གྱིས་དེ་གི་སྟོབས་ཀྱིས་མང་ཚོགས་ལ་ཉམས་རྒུད་ཤུགས་ཆེན་པོ་འགྲོ་ཡ་གྱིས་རྣམ་པ་དེ་འདྲ་གྱིས་མཐོང་བསྡད་གི་འདུག། ད།
ང་རང་ཚོ་ད་དམངས་གཙོའི་ལམ་ལུགས་འདི་ད་ད་བར་ད་ལོངས་དྲུག་ཅུ་ལྷག་ཕྱིན་ད་ཕྱིན་ར་ཕྱིན་རྗེས་ད་ད་ལྟ་བཙན་བྱོལ་ནང་ཡང་སྐྱབས་མགོན་རུམ་གྱིས་ད་དམངས་གཙོའི་གི་གཞུང་ད་སྒྲིག་འཛུགས་འདི་འདྲ་ཅན་མ་བཙུགས་པའི་གོང་གི་ད་ང་རང་ཚོ་བོད་གཞུང་གང་ད་ཕོ་བྲང་སེང་ད་བོད་སྡེ་བ་གཞུང་ས་ཆི་ཧོར་བ་ད་འདི་སྐབས་དུས་དུས་ད་གེ་མི་དཔེ་ན་བཅད་སྟོང་དགུ་བརྒྱ་ད་ལྔ་བཅུ་ཐམ་པ་ད་འདི་ཡང་གེ་མི་བོད་བཙན་བཟུང་བྱས་པ་ར་ད་སྐབས་དུས་དུས་བོད་སྡེ་བ་གཞུང་ཁྱབ་ཁོངས་འདི་གི་འོག་ལ་བོད། བོད་ས་ཆ་ཚང་གི་ཚུད་ཐུབ་ཡོང་མར་པ་དེ་གཅིག་རེད་གཉིས་པ་དེ་སྐབས་དེ་དུས་བོད་བདེ་པ་གཞུང་གི་ཁྱབ་ཁུངས་ལ་ད་ལྟ་ནང་བཞིན་གྱི་བོད་ཀྱི་ཆོས་བརྒྱུད་ཁག་གི་བེད་སྐུ་ཚོགས་མཚོན་པའི་བེད་འཐུས་མི་ཚང་ཕིག་ན་ག་གེ་ཅིག་ཡོང་མར་པ་དེ་འདྲ་གཅིག་མེད་དུས་ཙམ་ན་ད་སྐྱབས་མགོན་དགོན་གྱི་དགོངས་པ་རྒྱ་ཆེན་པོ་དང། གཏིང་ཟབ་པོ་གཟིགས་རྒྱང་རིན་པོ་ཆེ་ཞེས་བྱ་བ་ནི་བཙན་བྱོལ་ན་སླེབས་པའི་རྗེས་ལ། བཙན་བྱོལ་གཞུང་དང་སྒྲིག་འཛུགས་ཀྱི་ནང་ལའང་ཆོལ་ཁ་གསུམ་ཀ་དང་ཆོས་བརྒྱུད་ཚང་མས་ཀྱི་ཀུན་རྫོབ་དང་འདི་འདྲ་ཆ་ཚང་ཡོད་པའི་ལྟར་སྒྲིག་འཛུགས་ཅིག་བཙུགས་ཡོང་བ་རེད་པ། མདོར་བསྡུས་ནས་ཕྱག་བཞེས་ནི་ད་ལྟའི་ཆོལ་ཁ་མན་གྲོ་བ་དང་ཆོས་བརྒྱུད་མན་གྲོ་ཚང་མས་ཀྱི་ལྟར་འདི་འདྲ་སྒྲིག་འཛུགས་ཚད་དང་ལྡན་པ། དམངས་གཙོའི་ཀྱི་དེང་དུས་ཀྱི་ལྟར་ཁྱད་ཆོས་དང་མཐུན་པ་འདི་འདྲ་ཅིག་གནང་ཡོད་ལ་ད་འབད་བརྩོན་དང་སྐུ་ངལ་ཞེ་དྲག་བསྐྱོན་ཡོང་བ་རེད་པ། འདི་ཡིན་དུས་ཚོད་ལ་ད་ལོ་ངོ་དྲུག་ཅུ་ལྷག་ཙམ་ད་འབད་བརྩོན་དང་སྐུ་ངལ་བསྐྱོན་པ་བརྒྱུད་ཅེས་ད་ལྟ་ད་ལྟའི་ཀྱི་ང་རང་ཚོ་བཙན་བྱོལ་གཞུང་ཟེར་ནས་འདྲ་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་འདི་གའི་ཁྱད་ཆོས་དེ་ཏག་ཏག་ཁྱད་ཆོས་དེ་ཁྱེད་དང་ཏག་ཏག་ཡོངས་སུ་འཚམས་པ་ཅིག་ཆགས་འདུག་གས་ཡང་ན་ད་དུང་འདི་ག་མུ་མཐུད་བྱས་ད་ལྟ་ཅིག་ང་རང་ཚོ། ཅིག། ཅིག་དཔལ་ཤ་ཐང་མུ་སུ་ཁ་སོབ་རྒྱག་དགོས་ད་དུང་ལྷག་འདས་པའི་སུ་ཅིག་གཟིགས་ཡོད་དམ་མེད་ན།
ང་ཚོ་སྤྱི་བཏང་འདི་དམངས་གཙོ་གི་རིང་ལུགས་ནང་བདེན་ལ་ར་ད། ང་ཚོ་ངེད་མ་ད་ཡིན་ནི་མ་ད་ད་འདི། བླ་མེད་ཀྱི་སྲིད་དབང་འཛིན་ཡ་དེ་ང་ཚོ་ས་སྐྱ་གི་སྐབས་ནས་མ་བྱས་ད་ལྟ་བར་དུ་ག་དུས་བོད་རུ་བར་དུ་མ་སླེར་བ་དང། དེ་སླེ་དུས་ང་ཚོ་དེ་དཀའ་ངལ་འགྲོ་བ་དེ་ལ་ཨ་ནེ་ཚང་མ་ལ་སྤྱིན་ཐང་གི་ཨ་ནེ་ལྟ་བསྟོད་བྱས་མ་གཏོགས་ཡ་གི་ང་ཚོ་ལོ་རྒྱུས་ནང་ལ་དེ་མང་པོ་ཞིག་སླེ་དུ་ཡོད་ར་ད་གཞུང་སྲིད་བཟུང་བས་ནས་ད་ཨིན་ནས་མི་མང་པོ་ཞིག་ས་སྐྱ་འགྲུབ་ཁུངས་དེ་ནས་མ་མང་པོ་ཞིག་སླེར་བ་ད་དུ་ཐ་མ་དེ་ལ་དེ་ལས་ད་བཙན་བྱོལ་ནང་ལ

དང་པོ་དེ་ང་ཚོ་ཕྱི་ལོ་བཅུ་བདུན་གྱི་ཕྱི་དྲུག་ཅུ་ནང་ད་ལྟ་དེ་ཤེས་ལྡན་ལས་འཛོལ་དུ་མ་བཙུད་གནང་འདུག་ར། དེ་བཙུད་འོང་དུས་སྐབས་སུ་ལ་ང་ཚོ་དེ་འདོན་དུས་སྐབས་སུ་ད་ལྟ་གཞུང་ས་དགའ་ལྡན་ཕོ་བྲང་རང་ཆགས་དུས་རོ་ར་བ། དེ་ལ་དུས་དེ་འདྲི་གི་ད་དམངས་གཙོ་གི་ལམ་ཁ་ལ་མ་བྱུང་འོང་དུས་ད་དེ་དེ་གི་ད་ང་ཚོ་རུལ་བྱེད་ཉེན་འགྲོ་བ་དེ་དགའ་ལྡན་ཕོ་བྲང་ཆགས་དུས་ད་རང་བཞིན་གྱི་ད་དགེ་ལུགས་གཞུང་ཞིག་ཆགས་དུས་ཡོད་ར་བ་ད་དེ་དེ་ཡིན་དུས་ད་ཆོས་བརྒྱུད་ཚང་མ་ཉམས་ལེན་ཡོང་ཡ། མཉམ་དུ་ལས་ཡ་ནི་དེ་ང་ཚོ Protect Minority ལ་འཇོག་རོགས། Minority དེ་དེ་ཆ་དེ་ག་ཚོད་ཆུད་ཆུད་བྱེད་མ་དེ་ཚོ་ད་དེ་ནང་སླེ་ཡོད་ཡོད་མ་རོ་བ་དེ་ལས་དེ་དེ་ལས་དེ་དེ་ཚོ་ཚོ་མ་ལ་ཡ་གཅིག་པ་ལ་ཡོད་ཡ་ཡ་བྱེད་དོ། དགོངས་པ་རྒྱ་ཆེན་པོ་བཞིན་ད་ང་ཚོ་བཙན་བྱོལ་དེ་གར་སོ་མོ་ཚོ་ནང་དེ་དེ་སྐད་དེ་གལ་ཆེན་པོ་རོ་སོ་ང་འོ་ང་དཀའ་ངལ་ཡོད་ན་དཀའ་ངལ་ཡོད་ན་ཡ་ཞུ་ཡི་ཞུ་ས་ཅིག་དགོས་རོ། དེ་ཞུ་ས་ཡོད་དུས་ང་ཚོ་ཚང་མ་དེ་དཀའ་ངལ་དེ་ཞུ་ས་འགྲོ་ས་ཅིག་ཡོད་མ་རེད། དེ་སོ་སོ་སོ་སོ་གི་ཆུད་ཆུད་སོ་སོ་གི་འཐུས་མི་ཡ་བཏོན་ནས

དམངས་གཙོ་ཡིན་པ་སྤྱི་པ་ཡིན་ན་ཡང་ང་ཚོ་གི་ཆེད་དུ་གྲོས་ཚོགས་ནང་འཐུས་མི་གླེགས་སྟངས་དང། དེ་ནས་འདི་འཛུགས་སྐྱོང་གི་ཕྱག་ལས་གནང་སྟངས་མང་པོ་ཅིག་དམངས་གཙོ་རྒྱ་གར་མང་དྲགས་མང་དྲགས་མང་པོ་ཡོད་རེད་དེ་ནས་བཟུང་སོང་ང་ཚོ་འདི་ཡང་ད་དམིགས་བསལ་གྱི། བཙན་བྱོལ་བོད་གཞུང་གི་དེ་དམངས་གཙོ་གི་ཆེད་སྤྱོད་ཐུན་མོང་མ་ཡིན་པ་རོགས་བྱོས་རོགས་ང་དེ་ཡང་དེ་མཐོང་གཅིག་མཐོང་དེ་དེ་ནས། ད་དེ་དང་འབྲེལ་བའི་ད་ལྟ་ང་ཚོ། ཅེས་ཟེར་བ་ཐུགས་ཤོ་སྦྱོར་འདྲ། གདོང་ཐུགས་སྒོ་མ་མཚུངས་བར་ཁ་སྲུང་རྒན་འགྲོ། དེ་ནི་མི་སེར་ངག་གཅིག་མིན། ལ་སོ་ལ་སོ་ད་དེ་ཧ་རང་རེད་བ། ད་དེའི་ནང་ལོགས་ལ་ཁོ། ལས་ཀ་ལས་མཁན་གི་མི་དེ་ཟུག་གི་ཆ་ནས་ཁོ་ཡར་རྒྱས་གཏོང་གི་ཡ་མི་མཐུན་ནི་ཡོད་རེད་བ། དེ་མ་གཏོགས་སྒྲོམ་གཞུའི་ཆ་ནས་ང་དེ་ཞིབ་འཇུག་བ་མེད་ལ་ནས་ཁོ་མ་འགྲིག་བ་བསམ་པ་ང་ཁས་མཐོང་གི་མི་འདུག་ཟེར་ཞེས་ཡ་ཡིན། ད་ཅི་དང་མེད་ད་ང་ཚོ་གི་ད་འདས་གི་ག་སོ་རེད་ད་མང་གཙོའི་གི་གར་སོ་རེད་འདི་ད་སྟོང་ནས་དྲང་ནས་ཅིག་ག་སྣ་ག་ཙུམ་པོ་ད་འདི་ཡག་པོ་ཞེ་པོ་བཟོས་བཞག་རུ་བ་ད་ཡིན་མི་ལེ་ད་ཡང་འདིའི་ནང་ལོག་ལ་ཡ་གར་སོ་རེད་ད། མང་གཙོའི་ནང་ལོག་ལ་སྣ་ག་ཙུམ་པོ་སོ་རེད་ཚང་མ་ལ་ཡ་དཔེ་ཆ་ཤེ་ན་དེ་བརྒྱ་ཡོད་ནས་ད་ཕ་ནས་བཅུ་ཡོད་པའི་ནང་ཁོ་གཅིག་པོ་གཅིག་རྐྱང་ཅིག་བྱེད་ཤེས་པ་ཡིན་མི་ན་ཚབ་ན་ཡང་ཅིག་ད་སྣ་མཐོང་ཆོག་ག་རེ་ནས་ཡོང་སྲིད་རུ་བ་ད་འདི་འདྲའི་གི་ཐོག་ནས་སྣ་མོ་ཚོ་ལ་ཡང་ཅིག་དགོངས་ཚུལ་རེ་གི་ཡོད་པས། དེ་ལྟར་ཐོབ་ཐང་གཅིག་པ་གཅིག་ཀྱང་དེ་ངན་པ་དགོས་རེད་ངའི་སྒང་ལ་ད་ངས་ཟེར་བ་ཟེར་རྒྱུ་དེ་ད་འདྲ་བོ་འདྲ་རག་ད་ང་ཚོ་མང་བ་དེ་བཙན་བྱོལ་ནང་གི་ད་ལྟ་ང་ཚོ་དེ་ང་ཚོ་དམངས་གཙོ་ལ་དེ་དེ་ཡིན་ནོ་ད་ཨ་རོང་དམངས་གཙོ་བོ་བྱེད་དགོས་ཡ་དམངས་གཙོ་བོ་བྱེད་དུས་ག་ཚོད་པས་ན་ད་དེ་ལ་བརྒྱ་ཡོད་འདི་བཅུ་ཡོད་ན་ཡང་གལ་སྲིད་བརྒྱ་དེ་གི་དེ་ཆ་ནས་ལ་ག་རེ་ཟེར་བོ་རེད་དེ་ལ་ཐོབ་ཐང་མང་བ་དང་དེ་འོ་དེ་བཅུ་དེ་ལ་ཐོབ་ཐང་ཉུང་བ་ཆགས་སོང་ན་ཨ་ནི་ང་ཚོ་མི་མང་ལ་ལྟ་སྟངས་གཅིག་པ་མ་ཆགས་ཡོད། གང་ལྟར་འདི་མང་ཡིན་ན་འདྲ་ཉུང་ཡིན་ན་འདྲ་ལྟ་སྟངས་གཅིག་པ་རང་ཆགས་དགོས་ཡོད་ར་དེ་ངའི་དམངས་ཚོགས་ཀྱི་ཁྱད་ཆོས་ཐོག་མ་མ་ཡིན་པའི་ཆ་དེ་དེ་ཧ་ཅང་གི་དེ་གར་ཟེར་བ་རེད་འདི་གཉིས་ཀ་གཅིག་པ་གཅིག་ཅན་ལྟ་དགོས་དེ་ངའི་གལ་ཆེ་བོ་མཐོང་གི། ད་ལྟ་ང་ཚོ་དམངས་གཙོ་དང་འཛིན་སྐྱོང་དང་འབྲེལ་བའི་གི་ད་དེ།

འོས་ལངས་ཉེན་ཡོད་རེད་ད་དེའི་ནང་ལོ་འགྲན་རྩོད་རྣམ་སྨིན་སྣ་ཚོགས་བྱུང་སྐོར་བ། ད་འགྲན་རྩོད་ག་སོ་རེད་འགྲན་རྩོད་རྣམ་སྨིན་སྣ་ཚོགས་ཡོང་གི་ཡོད་དུས་ཚེ་ན་དེ་གི་ཡ་མཚམས་རེ་ག་རེ་སོ་རེད་སྤྱི་ཚོགས་ནང་ལོག་ལ་ཡ་ད་ཅི། ཁ་ཤས་ལ་ཡ་དགའ་ཡ་ཁ་ཤས་ལ་ཡ་སྡུག་ཡ་ད་ག་ད་འདྲ་མི་འདྲ་ཞིག་ཡོང་སྐོར་རེད་ད་ཡིན་པས་ཡིན་ནའི་ང་ཚོའི་དམངས་གཙོའི་གི་འགྲན་རྩོད་འདིའི་ཁྲོད་ནས། གཅིག་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ཁྱོན་ཡོངས་ཁོ་རང་ལ་ཡ་དོ་ཕོག་མ་འགྲོ་ཡ་ལ་ཡ། ཨ་རྣམ་པ་ཚོའི་གི་དགོངས་ཚུལ་འདྲ་བ་ཞིག་ག་རེ་ཡོད་ན།
ངས་བསམ་ཚུལ་བཤད་ན་དེ་མི་མང་ལ་དམངས་གཙོ་གོ་རྟོགས་ཡག་པོ་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་འདུག་བསམ་འདུག་དེ་གཞི་རྩའི་ང་ཚོ་དམངས་གཙོ་ཟེར་ཡ་དེ་ག་འདྲི་ཅིག་ཡིན་པ་ག་འདྲི་ཅིག་ང་ཚོ་གི་ཐོབ་ཐང་གཙོ་ཆོག་གི་ཡོད་པ་ག་འདྲི་ཅིག་ཐོབ་ཐང་གཙོ་ཆོག་གི་མེད་པ་ལ་སོགས་པའི་རྣམ་བཞག་མི་མང་ལ་དེ་གོ་རྟོགས་དེ་དཔེ་ཡག་པོ་བྱེད་དགོས་ཡ་གལ་ཆེན་པོ་ཆགས་འདུག་བསམ་འདུག་དེ་གཅིག་རེད་དེ་ནས་དམངས་གཙོ་ཟེར་བ་འདི་ག་རེ་རེད་ཟེར་ན་དམངས་ལ་དབང་ཆ་ཡོད་པ་གཅིག་ལ་མང་ཚོགས་ཟེར་གྱི་འདུག་བ་ཡ། དམངས་ལ་མི་དམངས་ལ་དབང་ཆ་ཡོད་པ་གཅིག་ལ་མང་ཚོགས་ཟེར་གྱི་རེད་ཡིན་གྱི་དེ། ཁོས་ག་རེ་ཟེར་ན་ཚིག་དེ་ང་ཚོ་དབྱིན་ཇིག་ནང Democrat ཟེར་དེ་ཚིག་དེ་ལས་ས་དེ་དགེ་རིག་ནང་ཚུལ་ལས། དེ་ནས Demos ཟེར་དེ་མི་དམངས་ཀྱི། དེ་ནས་ག་རེ་གོ། Crack འགྲོ་ཡི་ལས་ས་དེ་དབང་ཆ་གྱི། དེ་གཉིས་ཚུལ་བདམས་ནས Democrat ཟེར་དེ། དེ་ནས་མི་དམངས་ཀྱི་དབང་ཆ་ཟེར་ཡ་གྱི། དེ་འདྲའི་རྐྱེན་དུས་མ་མོ་ཁོ་རང་གི་མ་མོ་ཁོ་རང་གི་འདོད་བློ་དང་མཐུན་པ་གྱིས་ཏག་ཏག་བདམས་མཐུ་ཡ་དང་དེ་ཀྱི་འགྲུབ་མཐུ་ཡ་བྱས་ལ་མ་མོ་ལ་གོ་རྟོགས་ཡག་པོ་དགོས་ཏེ་དཔེ་གལ་ཆེན་པོ་རེད་ཡ་བསམ་འདུག་མ་གཏོགས་དེ་ནས་ག་འདྲི་བྱ་གི་རེད་ཟེར་ན་འཛམ་བུ་གླིང་གི་ད་དེང་སང་གི་སྤྱི་སྟངས་ཀྱི་དེ་རེད། ང་ཚོ། བཀས་བཀོད་དང། བཀས་བཀོད་རྒྱུད་འཛིན་དང་བྲན་གཡོག་ལག་ནས་མ་བརྒྱུད་ནས་ནི་འགྲོ་བ་མིའི་རིགས་དར་སྤེལ་ཡ་རིམ་པ་ཡང་དང་གོང་འཕེལ་དུ་སོང་ནས། མང་ཚོགས་ཀྱི་ལམ་ལུགས་ཡ་བསླེབས་པ་རེད་བ། ཡིན་ན་ཡང་ད་དེ་སང་ཡང་འབྲེལ་མོ་ང་ཚོ་ད་ལྟ་དེ་མང་ཚོགས་དེ་མ་ཉམས་ཡ་འགོ་བཙུགས་གི་ཡོད་རེད་བ། དེ་འགོ་བཙུགས་སྟངས་དེ་ཡང་ག་འདྲི་གི་རེད་ཟེར་ན། ད་དེའི་ནང་ལ་མི་གྲུང་པོ་ཁ་ཤས་དང་མི་སྐྱོང་པོ་ཁ་ཤས་ཀྱིས་ལ།

གང་འདྲི་གཅིག་གི་ང་ཚོ་དེ་མང་ཚོགས་ཟེར་ཡ་དེ་གང་འདྲི་གཅིག་ཡིན་པ་དེ་ནི་གང་འདྲི་གཅིག་ལ་ང་ཚོ་གི་ད་ཅི་ཡ་མི་གང་འདྲི་གཅིག་གདམ་དགོས་ཀྱི་ཡོད་པ་ལ་སོགས་པའི་གོ་རྟོགས་ཡག་པོ་སྤེལ་ཐུབ་པ་ཡིན་ན་དེ་ནི་རང་ཞིང་གི་ཀྱི་མང་ཚོགས་དེ་ད་ཆ་མཉམ་པོ་འགྲོ་བ་དེ་ཡག་པོ་ཡོང་ཐུབ་ས་རེད་བསམ་གྱི་འདུག་མ་གཏོགས་དེ་ནི་མི་མང་གི་ནང་གོ་རྟོགས་མེད་སོང་བ་ཡིན་ན་དེ་ནི་ང་ཚོ་ཀྱི་གང་པ་གང་འཁྱུག་སོང་བ་ཡིན་ན་དེ་དཔེ་འཁྱུག་འགྲོ་གི་རེད་བ་ཡ་འཁྱུག་སྟངས་ཀྱི་གི་བ་ད་དེ་འདྲི་གཅིག་གི་ནང་པ་ང་མཐོང་གི་འདུག།
ད་ངས་དེ་ཤོང་ནས་ག་རེ་བྱེད་དགོས་རེད་ད་མི་མང་གི་འགན་གཅིག་དང་དེ་ནས་ད་སྲིད་སྐྱོང་ཡིན་པ་ཡིན་ན་རེད་ཁྱིམ་སྡེ་ཡིན་པ་ཡིན་ན་རེད་ད་ལས་ཀའི་ག་འདྲ་ཅིག་སོ་སོ་བཞག་ངེས་ཡོད་ར་དེའི་ངོས་ནས་ཡང་ཁོ་ཚོ་འགན་འཁུར་དགོས་ཡ་ཅིག་ཡོད་རེད་བསམ་འདུག་ཁོ་རང་ཚོའི་ངོས་ནས་ག་རེ་འཁུར་དགོས་རེད་ཟེར་དེ་མི་ད་ང་ཚོ་བུ་མོ་ས་ཡ་དྲུག་གི་ལས་བྱེད་ལ་ལངས་ཀྱི་ཡོད་དེ་བརྩམས་པ་ལ་ས་ཡ་དྲུག་གི་མི་ཚང་མ་ལ་སྤྱི་སྙོམས་ཀྱི་བསམ་བློ་ཅིག་ཡོད་ར་དེ་ཨ་ནི་གཞི་བཞག་བྱས་ནས་ག་རེ་སྐད་ཆ་བཤད་ཀྱི་ཡོད་ན་རེད་ཕྱག་ལས་གནང་གི་ཡོད་ན་རེད་དེ་གཞི་བཞག་བྱས་ཏེ་གལ་ཆེན་པོ་རེད་བསམ་ད་གསུང་བཤད་གནང་བའི་གནས་སྐབས་དེ་ལ་ར། དཔེར་ན་མི་གཅིག་ལ་སྐོར་བརྒྱ་ད་སངས་རྒྱས་བཅོམ་ལྡན་འདས་ལ་དགག་པ་སྦྱང་གི་རྒྱག་ཚུལ་ཡོད་རེད་ར་དེ་ཅི་ད་ང་ཚོ་མི་སྤྱིར་མ་ཟིག་ལ་ཅི་ད་མི་གཅིག་གི་བཤད་བ་ལས་ཁ་ཅིག་བསྒྲུབ་ན་དེ་ལ་ཡག་ཤོག་ནས་ལྟ་ངེས་ཅིག་ད་དགག་ཤོག་ནས་ལྟ་ངེས་ཅིག་ཡོད་ཡོད་པར་ད་དེ་ཡོད་ཡོད་པར་ར་དེ་འདྲ་ཅི་ད་བསམ་པ་ལ། སོ་སོ་ལངས་པའི་གནས་སྐབས་དེ་ལ་སོ་སོ་ལ་མི་དགའ་མཁན་ཟིན་ན་རེ་གང་ལྟར་རྒྱབ་སྐྱོར་མི་ངེས་མི་བྱེད་མཁན་རིགས་ཡིན་པ་ཡིན་ན་རེ་གཉིས་ཀ་ཆ་སྙོམས་དགོས་ཚུལ་འཁྲུལ་ཐུབ་ཡང་འགུག་ཐུབ་ཡ་དེའི་བསམ་བློ་དེ་ནི་ལས་བྱེད་དེའི་སེམས་ལ་གོ་རེད། མ་གཏོགས་སོ་སོ་གིས་རྒྱབ་སྐྱོར་བྱེད་ངེས་ཀྱི་དེའི་ཕྱོགས་ཀྱི་འདོད་བློ་ཅན་ཞིག་བཤད་ནས་འགྲོ་ད་ནི་དེ་འགྲིག་གི་མ་རེད་བསམ་དུ་ད་ངས་ལས་བྱེད་ག་འདྲི་ཅིག་ཡིན་པ་ཡིན་ན་ར། དེ་ནི་མི་དམངས་ཀྱི་གང་ནས་གུ་ཡངས་ཀྱི་བསམ་བློ་དེ་ག་ཆེ་ཤོས་ཅིག་མཐོང་ཐུབ་གུ་ཡངས་བསམ་བློ་ཟེར་གྱི་འོ་ར། གུ་ཡངས་ཀྱི་བསམ་བློ་དེ་ག་སེ་ཡོད་བ་ཡིན་ན་ག་འདྲ་ཡིན་ན་ཡོང་གི་རེད་བསམ་སོང་མི་ཚོར་ན་ཅིག་སླེབས་གི་རེད་དེ་སླེབས་པ་ན་ཕ་ཚོས་སྐྱོན་བརྗོད་བྱེད་ཤོག་ན་ཤི་ར་མཐོ་འགྲོ་ས་ག་ཡང་མ་སྐྱོན་བརྗོད་རང་རེད་བསམ་གི་རེད་ད་ལྟ་གས་མ་ཐུབ་བསམ་བསམ་རོགས་སླེབས་གི་ར། དེ་འདྲ་བྱས་ཏེ་བསམ་པ་ལ་ག་སེ་སྐྱོན་བརྗོད་བྱེད་ཡོད་ན་དངོས་གནས་སྐྱོན་ཡོད་བ་ཡིན་ན་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་ཉོན་མོངས་དུག་གསུམ་སྤངས་དགོས་འདྲེས་སོང་ཡང་དེ་ལྟར་ང་ཚོ་སྐྱོན་ཡིན་པ་སོང་ཙང་སྤངས་དགོས་འདྲེས་སོང་སངས་རྒྱས་གསུང་གི་ཡོད་ར། དེ་གང་རྣམས་ཀྱི་སྔོན་ཁོའི་དངོས་པོ་ནུས་ཚད་ལ་སྐྱོན་ཡོད་ན་ང་ཚོས་སྐྱོན་དེ་བཤད་ཡ་དེ་དམངས་ཚོགས་ཀྱི་གཟི་བརྗིད་རེད་དེ་ཐོབ་ཐང་རེད་རྒྱ་མི་ཡིན་ན་བཤད་ཆོག་གི་མ་ད་ག་ར་མེད་མདའ་ཚ་གི་ར། དེ་བྱས་ཏེ་ང་ཚོ་གི་དེ་དངོས་གནས་དངོས་པོ་ནུས་ཚད་ག་སེ་སྐྱོན་དེ་ཡོད་བ་ཡིན་ན་སྐྱོན་དེ་ཐེར་འདོན་བྱེད་ཡ་དེ་ང་ཚོ་མི་དམངས་ཀྱི་གཟི་བརྗིད་ཅིག་རེད་སྐྱོན་ག་སེ་མེད་བ་གང་ཞིག་གང་ལ་སོ་སོ་མི་དགའ་བའི་རྒྱུ་མཚན་སོ་སོ་དང་ལོང་བ་ཅིག་མ་ཡིན་པའི་རྒྱུ་མཚན་གྱི་ད་ག་སེ་ཅིག་འགྲོ་དང་ནི་བཤད་དེ་ན་ད་དེ་ཁོ་རང་སྤྱི་དོན་གྱི་ཇུས་འགོག་ལག་ཡ་མ་གཏོགས་ཞེ་རེ་ཞེ་རེ་ཁས་མེད་རེད་བསམ་འདུག་དེ་བྱས་ཏེ་བསམ་པ་ལ་ད་མི་མང་གི་གུ་ཡངས་དང་དེ་ནི་ངོ་ནི་དམངས་ཚོགས་ཀྱི་བརྒྱུད་རིམ་ཅིག་རེད་དཔེར་ན་ང་ཚོ་རྒྱ་གར་གྱི་དམངས་ཚོགས་དུས་ཚོད་དང་དམངས་ཚོགས་ཚད་ལྡན་ཞིག་བཙུགས་འདུག་ལྕམ་སྐུ་རིན་པོ་ཆེ་གིས་དཔེ་གཅིག་ག་རེ་ཟེར་བ་ཅིག་དངོས་གནས་ཀྱི་ཅིག་བསྟོད་བསྔགས་བྱེད་ས་དེ་ནི་དམངས་ཚོགས་ཅིག་ཆགས་ཀྱི་རོགས་ཡིན་ན་དེ་ནི་ཕ་ལྟ་དེ་ལྟ། ག་རེ་བཤད་གི་ཡོད་མེད་མ་གོ་ན་ག་རེ་བྱེད་གི་ཡོད་མེད་མཐོང་གི་འདུག་དེ་ཅི་སྟེ་ཁོ་ཚོས་མ་ཤེས་ཁྱོ་གཅིག་མར་ང་རོ་ཞེས་ཨ་ད་སྐབས་ཆགས་ཤེས་རིག་མང་བོ་ཅིག་བྱེད་གི་འདུག་ཡིན་ནའང་དུས་ཚོད་ལ་བསམ་བློ་བཏང་ན་ང་ཚོ་མཚམས་མཚམས་ང་ཚོའི་སྤྱི་ཚོགས་ནང་ཡང་དེ་འདྲ་ཡོང་གི་རེད་བསམ་བསམ་ཚོར་བ་དེ་དང་པོ་ནས་ཡོད་ན་ནི་ཞེ་དྲག་འཁྲུག་གི་མ་རེད་བསམ་གི་འདུག། ལགས་སོ་ལགས་སོ། ངས་འདི་ཞིག་ཞུ་དགོས་བསམ་སོང། ད་ལྟ་རྒན་གྱིས་གསུངས་པ་ནང་བཞིན་ད་དངོས་གནས་མི་མང་ལ་དཔེ་གོ་ལྡོག་ཡོད་པ་གལ་ཆེན་པོ་རེད་བ། མང་ཚོགས་ཟེར་དུས་མི་མང་གི་གཞུང་སྐྱོང་གི་ཡོད་རེད་བ། དེ་མི་ཚབ་དམ་པོ་རྣམ་པ་ཚོ་ཅན་གྱི་རིག་དམག་ཆེན་གཉིས་པ་ནང་གི་ཧི་ལིར་གྱི་ཅིག་ལབ་ཡོད་རེད། མི་མང་ཟེར་ཡ་དེ་རང་བྱུང་ཁམས་ཀྱི་ཆ་ཤས་རེད་ལབ་རེད། ཁོ་ག་རེ་ལབ་གོ་རེད་ཟེར་ན་རང་བྱུང་ཁམས་ཀྱི་ཆ་ཤས་ཅི་ད་ང་ཚོ་ཚན་རིག་ཐོག་ལས་བལྟས་པ་ཡིན་ན་ད་ད་སྐྱེ་དངོས་ཀྱི་ཆ་ཤས་རེད་དེ་བཤད་གི་མི་འདུག་ཨ། ཁོ་ཕལ་ཆེར་མ་གཏོགས་ཤིང་འབྲང་བ་ཅིག་དང་ཤིང་ཐོག་འབྲང་བ་ཅིག་མ་གཏོགས་བརྩི་གི་མི་འདུག་ཨ་ཁོ་ག་རེ་ཟེར་ན་གོ་རྟོགས་མེད་པ་ཡིན་ན་ཁོ་ཨང་སྒྱུར་བྱེད་ཡ་ལ་དེ་བཤད་གི་འདུག་ཨ། དེ་ནས་ལེ་ཉིང་གིས་ག་རེ་ལབ་རེད་ཟེར་ན་མི་མང་ཟེར་ཡ་དེ་ཨ་ནི་ཅིག། ཞེས་གཏང་ཡག་དང་སྒྱིད་ལུག་བྱེད་ཡག་གི་རང་བཞིན་ཞིག་ཡོད་རེད། དེ་ལ་སློབ་སྦྱོང་ཡོང་མགྱོགས་གི་ཆེས་ཉུང་ཤས་ཤིག་གི་སྣེ་ཁྲིད་བྱེད་དགོས་རེད། ད་ལྟའི་ཆེས་དུས་འཁོར་སྤྱི་ཚོགས་རིང་ལུགས་རྩ་བའི་གི་སྲིད་དབང་འགན་འཛིན་ཟེར་ཡག་དེ་ཁོ་ཐག་འདྲ་བོ་ཤེས་གི་འདུག་བ། ད་ཡིན་ན་ང་ཚོ་དེ་འདྲ་མ་རེད་བ། མང་ཚོགས་དེ་མིན་ཟེར་དུས་ད་རྣམ་པ་ཚོ་དེ་སྒྲུང་དུ་གོ་མྱོང་རེད་ད་ལྟ་གྷི་རིག་གི་ལྟ་གྲུབ་སྨྲ་བ་སོ་ཀ་ར་ཏིས་ཟེར་ཡག་དེ་དེ་བརྒྱུད་རིམ་དུ་ངས་ཤེས་མི་དགོས་ཤིས། དེ་མང་ཚོགས་གི་འོག་ལུག་ནི་བསད་ཤག་རེད་ཟེར་བ་རེད། དངོས་གནས་བྱས་ན་དཔལ་ལྡན་གྷི་རིག་གི་སྤྱི་ཚོགས་དེ་ཡར་བསླང་ཡག་གི་ཞེ་འོག་གི་ད་རྟ་རུ་བ་ཆེན་པོ་རུ་བ་ད་འདི་གནས་སྐབས་སུ་མཚན་རིགས་དང་དུས་སུ་ཞེས་བཞག་ཟེར་གི་དགེ་རྒན་ཆེན་པོ་གསུམ་ཡོད་རེད་གཅིག་ཁོ་བཞག་ཡོད་རེད་བ། ཁོ་འུག་བླུག་ནི་ཟེར་རེད་ཟེར་བ་དེ་ག་རིགས་ཀྱི་སྐྱོང་བྱ་རེད་ཟེར་ན་མང་ཚོགས་ལ་གོ་རྟོགས་མེད། མང་ཚོགས་ལ་གོ་རྟོགས་མེད་ན་མང་ཚོགས་ཟེར་ད་ཡང་ཉེན་ཁ་ཚ་བོ་རེད་འདུག་བ། ང་ཚོ་འདི་སྐྱོན་འདོགས་དཀའ་བོ་རེད་དེ་གོ་རྟོགས་མི་མང་ལ་གོ་རྟོགས་མེད་ན་དཔེ་ཉེན་ཁ་ཚ་བོ་རེད་འདུག་བ། དེ་གཅིག་བཞི། དེ་ནས་ངས་གཅིག་འདི་ཤེས་དགོས་བསམ་སོང་ད་ལྟ་ང་ཚོ་རྒན་གྱི་དེ་བྲོས་པ་དེ་རེད་བསམ་སོང། དཔེར་ན་ང་ཚོ་དོག་ལོག་འགྲོ་མི་འགྲོ་དང་འགྲན་བསྡུར་ཟེར་ཡག་ཞིག་ཡོད་རེད་བ། དེ་བཞིན་དུ་ངས་འདི་དབྱེ་བ་གཅིག་མང་པོ་ཞིག་དེ་དབྱེ་བ་ཆུག་ཐུབ་ཀྱི་མི་འདུག་བསམ་འདུག། ང་ཚོ་འགྲན་སྡུར་ཟེར་ཡ་དེ་སྤྱིར་བཏང་སྐྱབས་མགོན་རིན་པོ་ཆེ་རྣམས་ཀྱིས་བཀའ་གནང་དགོས་རེད་འགྲན་སྡུར་དེ་ལ་ཡག་བྱེད་དུ་སྡུག་བྱེད་གཉིས་ཡོད་རེད་པ། དཔེར་ན་ངའི་མི་ཞིག་འགྲན་སྡུར་བྱེད་དགོངས་ན་ང་ཡིག་རྩིས་འདྲ་བྱ་ཞོག་ངས་ཁོང་ལ་མི་ཞིག་བརྒྱ་ཆ་དགུ་བཞི་སླེབས་དགོས་ན་ང་བརྒྱ་བཞི་མ་གཏོགས་སླེབས་གི་མེད་ན། ངས་ཁོ་ལ་འགྲན་སྡུར་སྡུག་ཤག་ཏུ་ག་རེ་བྱེད་རེད་ཟེར་ན་ང་རང་ལེ་ལོ་བྱས་ནས་ངས་འབད་བརྩོན་མི་བྱེད། ཁོ་ལ་ཐབས་ཤེས་སྣ་མང་སྣ་ཚོགས་ཀྱི་ཐོག་ལས་ང་དང་མཉམ་པའམ་ངའི་འོག་ལ་ལྷོང་ཡག་གི་ཆ་བཞིན་བྱས་པ་ན་དེ་འགྲན་སྡུར་སྡུག་ཤག་ཏུ་རེད་པ། རེད་ད་ངས་འགྲན་སྡུར་ཡག་བྱས་པ་ན་ཁོ་བརྒྱ་ཆ་དགུ་བཞི་འཕྲོག་བསྡད་ཡ་དེ་རྗེས་སུ་ཡི་རང་རང་བྱས་ཤག་ང་རང་གི་ཁོའི་ཕྱི་ཚོ་བཅུ་གཉིས་སྦྱངས་ཁོ་ན་ངའི་བཅུ་བཞི་སྦྱངས་སྟངས་ཀྱི་བརྒྱ་ཐམ་པའང་དགུ་བཅུ་གི་གོང་ལ་སླེབས་པར་འགྲན་བསྡུར་ཡང་དག་པ་ཞིག་རེད། བྱས་ཙང་འགྲན་བསྡུར་ཡང་དག་པ་དུ་འགོག་ཡོད་རེད་ཟེར་བ་དེ་ང་ཚོ་ཚང་མ་ཞང་ཞུང་སེམས་པ་དམར་བ་དེས་འགྲན་བསྡུར་དུ་བྱེད་ལུགས་བྱེད་སྟངས་དེ་དེ་འདྲ་ཞིག་འགོག་འདུག་བསམ་འདུག་གཉིས་ནི་ཡང་ང་ཚོ་གཅིག་ཤོར་ཁ་དང་ཆོས་རྒྱུད་བར་གྱི་ཞེན་ཁོག་ཟེར་བ་ཞིག་གླེང་གི་ཡོད་རེད་བ། ངས་ཀྱི་ཞེན་ཁོག་ཡོད་པ་དང་ཞེན་ཁོག་བྱེད་པ་གཉིས་ཀྱི་དབྱེ་བ་ཞིག་འགོག་འདུག་བསམ་གྱི་འདུག་དཔེར་ན་ཞེན་ཁོག་ཡོད་ཉེན་གྱི་མ་ཟེར་ན་དེ་བཙན་ཤེད་རེད་ར། དེ་ཕལ་ཆེར་ང་ཚོ་ཡིན་མདོག་ཁ་བོ་ཤེས་མ་ཤེས་ཡོད་མ་རེད། ང་ཚོ་ནང་ཆོས་ཀྱི་ལྟ་གྲུབ་ཐོག་ལ་བཤད་ན་དཔལ་ལྡན་ཟླ་བ་གྲགས་པ་ཟེར་ཡ་རྒྱ་གར་གྱི་ལྟ་གྲུབ་དང་ང་ཚོ་བོད་བརྒྱུད་ནང་བསྟན་གྱི་ཡོད་ན་མེད་ན་ཁོང་ཚོ་ཟེར་གི་རེད་བ། ཁོང་གི་དང་པོ་ང་ཞིག་བདག་ལ་བྱིན་གྱིས་ནས་བདག་གི་འདི་ཞིག་སྔོན་ལ་ཕྱག་བྱས་པ་ལབ་རེད། ད་ཕག་པའི་གོ་འཕང་ཐོབ་ན་མ་ཐོགས་ད་དེ་ཡིན་ཞིག་མི་ཞིག་ད་དེ་མིན་ཞིག། ང་སེ་ཡ་ད་རྩ་ཆེན་པོ་འཛིན་ཚེ་ན་ངའི་སེ་ཡ་ད་རྩ་ཆེན་པོ་རང་བཞིན་གྱི་ཡོད་རེད་ལབ་རེད་དེ་ག་དགག་ཐུབ་གི་མ་རེད། ཡིན་ན་ཡང་དེ་ག་རིས་ཟེར་གི་གནས་འགོ་རེད་ཟེར་ན་གནམ་ཕྱོགས་ཀྱི་ཟིག་གནས་འགོ་རེད་བསམ་དུ་ངས་ཟིག་གི་གནས་ཆེ་ཞིག་ཡོད་རེད་བ། དཔེར་ན་ངའི་ཤ་ཤ་གི་ཡོད་ནམ་རྒྱུས། དཔེར་ན་ད་ངའི་པ་ལ་ད་སྲིད་སྐྱོང་ཞིག་ལངས་ཀྱི་འདུག་ཟེར་ཡ། གཞན་པ་ཞིག་ལངས་ཀྱི་ཁོ་གཉིས་འགྲན་འདི་རེད། ད་ངས་ཞེན་ཁོག་བྱས་པ་ནི་ངའི་པ་ལ་ཞེན་ཁོག་བྱས་ཡོད་ར་དེ་ངས་དགག་ཐུབ་ཀྱི་མ་རེད། ཡིན་ན་ཡང་ངས་བོད་མི་མང་ལ་བསམ་མནོ་བཏང་སྟེ་དངོས་བོའི་གནས་ཚུལ་ལ་ངའི་པ་ལ་དེ་དང་ཕར་ཞོག་མི་དེ་གཉིས་ཁོ་བོད་མི་རིགས་ཀྱི་ཐོག་ལ་འཇོན་ཐང་བྱེད་ཀྱི་ཡོད་ན་ངའི་ཤེས་རབ་ཀྱི་སྟོབས་ཀྱིས་ངའི་ཞེན་ཁོག་ཟིལ་གྱིས་མནན་ནས་ཡང་ན་འོས་བླུག་དུས་ཁོག་བླུག་དགོས་ཡ་རེད། དེ་འདྲའི་གི་བསམ་མནོ་དེ་ཁྱེད་བྱས་པ་ན་ང་ཚོ་དེའི་ཚེ་བདེ་བོ་ཞིག་འགྲོ་ཤེས་ཀྱི་རེད་བསམ་འདུག་ཡོད་པ་དང་བྱས་པ་གཉིས་ཁ་ཁ་ཤས་ཤག་པ་ཡིན་ན། ད་ངས་བསམ་ཚུལ་འདྲ་བ་དང་འདྲ་བྱས། ད་ངས་ད་དུང་བྱིན་རླགས་ཤིག། ང་ཚོ་དེ་དམངས་གཙོའི་ད་དབུ་ལུག་གི་ཁ་བཏུད་དེ་ལ་ད་མི་ཚང་མ་ཚང་ཚང་ཅག་ཞེའུ་ཅིག་ཡག་པོ་འདུག་མི་འདུག་ཤེས་ཀྱི་རེད། ད་རྒྱུན་ལྡན་ཚང་མ་ཅིག་ཀྱང་ལྟ་གི་མི་འདུག་ཨ། དེ་ཡང་སྤྱི་ཚོགས་ཀྱི་ནོར་བ་ཅིག་རེད་བསམ་འདུག་ད་ནི་ད་དབུ་ལུག་གི་གནས་སྐབས་སུ་ད་ཁོ་གཅིག་ཐོབ་ཀྱི་རེད་གཅིག་ཤོར་གྱི་ད་ད་ཆོས་ཉིད་ར་ར་མ་ད་གཉིས་ཀ་འགྲོ་ས་སུ་གས་མེད་ར་ད་གསོ་སྦྱོང་ཡིན་པ་ཡིན་ད་ཅིབ་འདི་འདྲ་ཆ་ཚང་སྤེལ། ད་ཅིག་ཚང་མ་ལ་ཨ་ནི་ད་ཐོབ་ཚར་ན་ད་ག་རང་ཁས་ལེན་ཡ་རེད་བ།

ང་ཚོ་འུའི་གླུད་པའི་གནས་སྐབས་སུ་གི་ཚ་བ་ཞིག་འཕགས་རོ་བ་སྟེ། དེ་གི་ཚ་ཤས་ཀྱི་རྗེས་ཕྱེ་ནས། ལོ་ལྔ་དལ་བར་ཚ་བ་དེ་རྗེས་ནས་བསྡད་བསྡད་དོ། ང་ཚོ་དེ་ཏན་ཏན་གོ་རོ་ད། འདི་ང་ཚོ་མེ་བ་བཟོ་མཁན་དེ་དཔེ་གལ་ཆེན་པོ་གཅིག་བྱས་རོ་བ། ཨ་ནི་ང་ཚོ་ག་བྱེད་དགོས་དོན་ལ་ན། དམུ་ཚོགས་ཀྱི། དེ་ནོར་ལུག་ལ་ད་བརྡབ་གསིག་མ་འགྲོ་ཡ། རྡོ་སྦུབ་མ་འགྲོ་ཡ་གལ་ཆེ་ཤོས་དེ་ག་རེད་འདོད་ན། ང་ཚོ་ཕ་ཚོས་བསམ་ཚུལ་ལ་གུས་ཞག་བྱེད་དགོས་ཏེ། གལ་ཆེན་པོ་འདུག་བསམ་ཚུལ་ལ་གུས་ཞག་བྱེད་དགོས་ཏེ་ཧ་ཅང་གལ་ཆེན་པོ་འདུག་ང་ཚོ་ཚོ་མ་མི་ཚོ་མ་ལ་ལྟ་ཚུལ་དུ་འདི་ཚོ་ལོ་ག་ཡོད་རེད་བསམ་ཡས་ཀྱི་འཚོ་བ་ཞིག་ཡོད་རེད་བ། ང་ཚོ་ང་ཚོ་ཚོ་མ་འདི་ནང་ལ་འགྲོ་འདི་ནང་ལ་འདི་ནང་ལ་ལོང་ཀ་གཅིག་གི་ནང་ལ་འགྲོ་ཉེན་ཡོད་མ་རེད། དེ་དུ་མོ་ནི་དམངས་གཙོ་ཟེར་དུས་ནས་ང་ཚོ་འགྲོ་དགོས་མ་རེད་ལ་དང་དམངས་གཙོ་རེད་བ། ཁྱོད་རང་ང་ཚོ་ཚིག་གཅིག་ལ་འགྲོ་གི་མི་འདའ། ང་ཚོ་འདྲ་མི་འདྲ་བྱེད་ཀྱི་འདའ་རེད་བ་འདྲ་མི་འདྲ་བྱེད་ཀྱི་འདའ་རེད་བ། ད་ཡག་ཅིག་སླེབས་སོང་ན་ཨོ་ད་དེ་འགོ་ལ་ང་ཚོ་ཐག་བཅད་ཀྱི་འདའ་ལེན་ཞོར་དམངས་གཙོ་ཁོ་རང་གི་ཁྱད་ཆོས་སྒྲོག་ཅིག་དེ་རེད་དོ། དེ་རེས་སུ་ད་ང་ཚོ་གང་ལྟ་མ་ལྟ་ངའི་དགོངས་དོན་ཞུ་བ་ནོར་ཞིག་རེད། འུའི་ཀ་ཚ་ང་ཚོ་ཚ་བ་འཕར་ཡས་ཏེ་ལོ་ལྔ་ལ་ཚ་བ་མ་འཕར་བ་བྱས་འུའི་གླུ་ཚ་དེ་ཀ་དེ་ཚ་བ་དེ་མ་ཆུ་གྲོ་མོ་འཐུང་གི་ན་བྱས་ཆུ་ཀ་ར་བྱས་ཀ་ར་དེ་དེ་མ་བྱས་ནས་ཨ་ནི་ང་ཚོ་གི་སྐྱོན་ཅན་ཆོས་ནས་མ་བྱས་ད་ཟེགས་མེད་དེ་གོང་ད་ཆོ་ང་ཚོ་འདི constructive criticism ལ་ར་འདི་མི་ལ་ཕན་ཡ་ཤི། དེ་འཛུལ་སྐྱོང་ལ་ཕན་ཡ་ཤི་གྲོས་ཚོགས་ལ་ཕན་ཡ་ཤི་དེ་ང་ཚོ་དེ་བསང་ཚུལ་ཡར་བསྟན་དེ་བསྟན་མ་ཐུབ་ན་ད་ཁུངས་སིམ་སིམ་སོ་སོ་གར་གར་འོས་འགན་བཞེས་པ་ཡིན་ན་ཡང་ཨ་ནི་དེ་གི་ཐོག་ནས་སྒྲུབ་འདོད་བ་ཡིན་ན་གང་ལྟར་ད་ངས་ཐ་དུས་འགྲོ་བ་དེ་གར་བཞེས་ན་ན་སོ་སོ་དམངས་གཙོ་དེ་ནང་ལ་ད་བདག་སྲིད་མ་འགྲོ་བ་བྱེད་ཡ་དེ་འབྲེལ་དུ་དོ་དེ་ཚོ་ཡིག་ཡོད་ཡོད་པར་བ་ད་ཡོད་ཡོད་པ་ཡིན་དུས་ང་ཚོ་ད་གལ་ཆེ་ཤོས་དང་ཆེ་ཤོས་དེ་གར་ཟེར་ན་ང་ཚོ་ཚང་མ་བསང་ཚུལ་གཅིག་པ་དང་ལྟ་བ་གཅིག་པ་དང་ལངས་ཤུགས་གཅིག་པ་དང་ལམ་ཀ་གཅིག་པ་ཡོང་སྲིད་ཀྱི་མ་རེད། དེ་ནས་བཟུང་ཚོ་ང་ཚོ་ཕར་ཚུར་གུས་ཞབས་བྱེད་སང་ཚོད་ལ་ང་ཚོ་སྦྱང་བཤད་བྱས་ནས་ད་བར་ཚོད་འགྲོ་ནི་ཆེ་ཨ་ནི་བབས་ས་ཅི་ལ་བབས་དུ་ལྟ་དགོས་དེ་ངས་གལ་ཆེན་པོ་རེད་བྱ་ཟེར་དེ་དེ་འདྲ་འགྲོ་བྱས་པ་ཡིན་ན་ད་ཟླ་ཟིག་དེ་ཉུང་རེ་འགྲོ་གལ་བ་འདྲ། ལ་རེད་ལ་རེད་ད་ཅི་ལྟར་འོང་ད་ལྟ་ང་ཅིག་བཀའ་འདྲི་ཞིག་ཞུ་གོ་བསམ་སོང་ད་ལྟ་ཕལ་ཆེར་ད་དགེ་ལགས་དེ་གས་འཐུས་པ་བྱས་བཞག་གིན་ག་རེ་ཟེར་དུས་ཚོད་ནས་ད་གཙོ་བོ་ང་ཚོ་ག་ཅིག་མི་མང་ནང་ལོག་ལས་དམངས་གཙོའི་གོ་རྟོགས་སྤྲད་དགོས་གི་ཟེར་ད་ད་དཀའ་ངལ་དེ་རུ་བ་སོང་ཙང་ད་ད་ད་དགེ་ལགས་གི་དགོངས་ཚུལ་དེ་ཡང་ན་ཡང་ཅིག་ཡག་པོ་འདུག་ཨ་དཔེ་ཆ་ཤབ་ན་ཁ་ད་མིའི་གི་བསམ་ཚུལ་ལ་ཡང་ཁ་སོ་རེ་གུས་ཞབས་ཆེ་ཡ་ད། རོ། ཨ་ནི་དམངས་གཙོའི་གི་འགྲོ་སྟངས་ག་འདྲས་སོ་དམངས་གཙོ་ཁོ་རང་ལ་ཡག་གོ་བ་ལ་ཡང་དེ་ཚོ་འདྲ་བོ་ན་ངོ་ནས་ང་ཚོའི་སྤྱི་ཚོགས་ནང་དངོས་ཡོད་དགོས་མཁོ་རུ་གདའ་སྟངས་གདའ། ཨོ་དེ་ནས། ག་ལ་ཡིན་ད། ང་ཚོ་དེ་ཡིན་ད་ག་སུ་རེད། ང་རང་ཚོའི་བཙན་བྱོལ་སྤྱི་ཚོགས་དེ་སྤྱི་ཐང་ཆད་པ་ན་བར་གང་རེད་དེ་ཡིན་མིན་ན་མི་དེ་གས་པ་དེ་ཐོར་གཅིག་ཐོར་དུ་རྒྱལ་ཁབ་ཉི་ཤུ་རྩ་དྲུག་ཚོས་ད་དེ་འདྲས་ཞིག་ལ་ཐོར་བསྡད་ནོ་ག་གོ་ག་ས་ལ་ཡ། ད་དེ་བྱེད་དུས་ནས་ང་ཚོའི་དམངས་གཙོའི་སྤྱི་ཚོགས་འདིའི་ནང་ལོགས་ལ་ཡང། ག་ཚོད་རེད་སྤྱི་ཚོགས་ཆུང་ཆུང་དེའི་ནང་ལོགས་མི་མང་པོ་ཞིག་འཐོར་འཁྱོག་འདི་གའི་ང་ཚོའི་གི་དམངས་གཙོའི་ནང་ལོགས་ལ་ཡ་ཚུ། དུས་ནམ་ཞག་རྒྱུ་ན་ང་ཚོའི་གི་འཐབ་རྩོད་ཡིན་ནའི་གྲགས་མི་འདུག་ཨ་ནི་མང་གཙོའི་གི་ཅིག་ཆ་ཤས་ལའི་ཡང་གྲགས་ཡིན་ནའི་གྲགས་མི་འདུག་དེ་ཚོའི་ནང་ལོགས་ལ་ཡ་ད་ཚུ། ག་ཚོད་རེད་མཉམ་ཞུགས་བྱེད་ཡག་གི་ཅིག།

ད་དཔེར་ན། ད་ང་ཚོ་དགོན་སྡེའི་དུས་སུ་སྤྱིར་བཏང་གི་ཤེས་པ་ཡིན་ན་ད་ང་ཚོ་ནང་ནང་པ་ཚང་བྱིས་པའི་གཞུང་ལུགས་སྦྱང་ཡ་དེ་དཔེ་ཀ་ཆེན་པོ་རེད་ར། ཡིན་པ་ཡིན་ན་ཡང་ང་ཚོ་གི་ཅིག་རང་གི་ཐབས་རྩལ་དང་དེ་འདྲའི་སྒང་ལ་དེ་ནས་སུམ་ཆའི་དེ་དྲན་དང་དེ་འདྲའི་གི་ཁ་ཐུག་དེ་ལ་དངོས་གནས་གི་ང་ཚོ་ཚང་མས་གི་ཉམས་རུབ་བྱས་ནས་གི་སེར་སྐྱ་དབྱེར་མེད་གི་ཚང་མ་གི་ལས་འགུལ་སྤེལ་དགོས་ཡ་དེ་ཀ་ཆེན་པོ་ཅིག་རེད་བསམ་གྱི་འདུག་ད་དེ་དཔེ་མི་མང་པོ་ཅི་དང་ཤེས་ཀྱི་འདུག་ཁོ་རང་ཚོས་ད་ཅི་དང་ཅིག་གི་ཤོད་རྗེས་ད་དེ་ཡི་ཁྲི་ཁ་ནང་འདྲ་མིན་དེ་འདྲའི་ཅིག་གི་རང་མཚན་དང་འདྲ་མི་འདྲ་ད་ལིང་གར་དཔེ་མང་པོ་འདུག་ཁོ་རང་ཚོས་སྤྱི་ཚོགས་ཁོ་ནས་མཉམ་ཞུགས་བྱེད་ཀྱི་མི་འདུག་དེ་གསུང་གི་འདུག་ད་ཅི་ད་དེ་ག་རེ་ག་རེ་བྱས་ནས་མཉམ་ཞུགས་བྱེད་ཀྱི་ཡོད་མ་རེད་ཟེར་རྗེས་ཅི་གང་ཐུག་རེད་ཟེར་ན་ང་ཚོ་མི་རིགས་ཀྱི་ལ་རྒྱན་ཟེར་གྱི་ཡོད་རོ་དེ་དེ་དེ་དམར་ཁྲག་རེད་ད་དེ་དེ་བཞིན་མགོ་ཡག་ལ་ག་རེ་དགོས་རེད་ཟེར་དུས་ད་དཔེར་ན་ངའི་པཱ་ལགས་དེ་མི་གཅིག་གི་སྲས་བཞག་འོང་ན་རོགས། པཱ་ལགས་དེ་མི་ངའི་པཱ་ལགས་དེ་མི་གི་སྲས་དང་དེ་ངའི་ཧ་གོ་ཡོད་ན་ད་ངའི་ངའི་མཚན་མ་ཚོར་བ་ཟིག་ལེགས་དགོས་རོགས་དོགས་གནང་མཁན་གཅིག་ནི་ང་ཚོ་རྒྱ་མི་ག་ཚོད་ག་ཚོད་བཀུག་ཡོད་མེད་དེ་མི་ཚང་མས་ཤེས་བ་ཡོད་ན་རང་བཞིན་གཅིག་ལེགས་གི་རེད་བསམ་གི་འདུག་ད་ད་འདི་གི་ཆ་ལ་ད་བཅད་དེ་ངས་དྲི་བ་དེ་ཏག་ཏག་ལན་རེ་ཡོད་ན་མེད་ན་མི་ཤེས་ར་ད་འདི་ཆ་ལ་ང་ཚོ་ཨ་ནེ་གི་མི་སྐྱ་ཡིན་པ་ཡིན་ན་རེད་རབ་བྱུང་བ་ཡིན་པ་ཡིན་ན་རེད་མི་རིགས་གི་སྒང་ནས་གི་ལིང་གེར་བུད་དེ་ཉམས་ཞུགས་བྱས་ཏེ་རྦད་དུ་མྱོང་དྲགས་བཞག་བསམ་གི་ཡོད་ར་ད་དེ། ད་ལྟ་ངས་གི་ད་གར་སའི་མི་གི་འདུ་ཤེས་ཀྱི་ཐོག་ལ་མཉམ་ཡོག་བྱེད་ཡ་ཐི་ད་ད་འགའི་ཞུ་དེ་ཡ་ཐག་ཡིན་ན་ང་རང་གི་རེད་པ། ང་ཚོ་མི་རིགས་ཀྱི་སྤོ་བ་ད་དེའི་ཚད་ཞིག་སྤོ་གི་ཚོ་སུ་བླུག་འགོག་འདུག་བསམ་གི་འདུག། ང་འདྲ་ཡིན་ན་སྤྱི་ཐང་ད་བོད་ལ་སྐྱེས་དུས་འཁོར་ཡུག་ཁོ་རང་ཡག་པོ་རེད་པ། ད་ངའི་ཨ་ཕ་ད་ངས་གི་ད་ཉེ་འབྲིང་དུས་སུ་ང་སྤོ་གི་ཤོང་ཤོང་དུ་ག་རེ་ལབ་རེད་ཟེར་ན་སྤྱི་ཐང་ང་ཚོ་རྒྱ་མི་རྒྱ་མི་ཡོག་ལ་ཤོར་དེ་ཡོག་རེད་ཅིག་དྲང་པོ་བྱེད་པ་ན་བོད་པ་ཅིག་དེའི་ཐད་སྐྱོ་བོ་ཤག་དེ་བ་རེད་པ་ཁོ་ཚོ་ད་ཁྱེད་ནས་ཤེས་གི་མ་རེད་ག་དུས་ན་ང་ཚོ་བོད་འཛམ་གླིང་གི་ཡང་རྩེ་ཡིན་པ། བཞི་བོ་བཅོ་བརྒྱད་ཤེས་རབ། དེ་བཞིན་དུ་ང་ལ་ངར་ཞིག་སླེབས་འདུག་དོ། དེས་མ་ཚད་ང་འདྲ་དེའི་ཚ་ཡང་ཅིག་མི་རིགས་ཀྱི་ཞེན་ཁོག་ཤུགས་ཆེན་སླེབས་ཡ་དེ་ད་བོད་ནང་ལོག་གི་ཞེ་སྡང་གི་དུས་སུ་ཤུགས་ཆེན་སླེབས་དགོས་རེད། བོད་ནང་ལོག་གི་ད་ཞེས་པ་གྲོང་འབྲོག་གི་འདུ་འབད་ཟེར་ཡ་དེ་ཚོ་ང་ཚོ་ཆུང་དུས་བལྟ་གི་ཡོད་རེད་པ། ཁོ་ཚོ་གི་ཞེ་ཚིག་མང་ཆེ་ཡ་དཔའ་ཞུམ་དེ་ལས་སྐད་ཆ་ཡོད་མ་རེད། ཡིན་ཟེར་རེད་ད། ཡིན་ཟེར་དུས་ད་ཞེ་སྡང་ང་ཚོ་ད་ད་འཛམ་གླིང་གི་དབུ་ཁྲིད་ང་ཚོ་གི་དབུ་ཁྲིད་འཛམ་གླིང་གི་དབུ་ཁྲིད་རེད་པ་དེ་འདྲའི་ངོ་མ་ཡ་ཡོད་རེད་པ། གཉིས་ནས་ལྷག་པར་དུ་དཔེར་ན་ང་ཚོ་གི་སྲོང་ཚེ་སྒམ་པོ་གི་སྤོ་བ་དེ་སུ་དེས་ཁྱི་འགོག་འདུག་བསམ་འདུག་ཅིག་འགོ་འགོ་ཁྲིད་ཡིན་ན་རེད་མི་མང་ཡིན་ན་རེད་དགེ་རྒན་ཡིན་ན་རེད། དེ་ལ་ངས་འདུ་ཤེས་ཀྱི་ཐོག་ལ་ཡོད་ན་མཉམ་ཞུགས་བྱེད་ཡག་གི་ཅིག་མིན་འགྲོ་བསམ་འདུག་ད་ཐབས་ལམ་ཐོག་ལ་བྱིས་པ་ན་དེང་སང་དྲ་རྒྱ་དང་ཞི་བོ་གལ་ཆེན་པོ་རེད་ད་ང་འདྲ་ན་ཨེ་འཇི་ཞིག་མ་རེད་ཡིན་ན་ངའི་གི YouTube ནང་ལ་ཐེངས་ཁ་ཤས་བཟོ་ཡོད་རེད AI ཡི་བེད་ཤུགས་བཏང་ན་ཨེ་ནི་ཞིག་གར་སེ་ན་ང་ཚོ་གི་ད་ཀྲི་པའི་ཀྲི་ཟེར་ཡག་གི་ཚིག་དེ་ཤི་ཚང་བསྒྱུར་ཡག་ལ་ངོ་རྒོལ་རྒྱག་ཡག་ལ་སོགས་པ་དེ་འདྲི་ངེས་པར་དུ་བཟོ་སྐད་ཚང་མ་ང་རང་གི་ཡི་གེ་བྲིས་ཡང་ཀློག་དེ་ཡག་པོ་སྒྲ་དག་པོ་མེད་པ་ནི་ཨེ་ཡ་ཡ་ཁོ་རང་ཀློག་ཤུལ་ནས་ཡུལ་གྲོགས་བཟོས་ནས་ངས་དེང་སང་མི་བྱ་མྱོང་མྱོང་ཡིན་ན་ང་ཚོ་གི་དད་ལྡན་གི་འཁྲུལ་ཤེས་དེ་བེད་ཤུགས་བཏང་པ་ནི་ཏག་ཏག་ཏག་ཏག་ངས་བཟོ་ཐུབ་འདུག་བསམ་འདུག་ར་དེ་འདྲི་བྱས་ན་ང་དྲ་རྒྱ་ཁ་ཤས་དང་མཉམ་ཡོད་བྱས་ན་ནི་དུས་སུ་ཞོར་ལ་དེ་འདྲི་བྱེད་ཀྱི་ཡོད་བ་དེ་ཚང་མས་གི་ལས་ཡོར་འགྲོ་ཡོར་སྡོད་ཡོར་བྱས་པ་ཡིན་ན་ང་ཚོ་དཔེར་ན་ད་དེ་འདྲི་དངོས་སུ་དྲ་རྒྱ་བཟོ་ཐུབ་མཁན་མི་ད་འབུམ་གཅིག་དང་ཕྱེད་ཀ་ཟེར་ད་ཁ་ཤི་སྤུ་གུ་ཁ་ཤི་རྒན་འཁོགས་འགའ་ཤི་གི་མིད་པ་ཡིན་ན་འབུམ་གཅིག་ཡོད་ན་མི་རེ་ལྔ་དྲུག་རེ་བཟོ་བ་ན་འབུམ་ལྔ་དྲུག་ཆགས་འགོ་ར་དེ་ངའི་ཐབས་ལམ་ཞིག་རེད་བསམ། ད་ནང་ཚོ་མཉམ་ཞུགས་དེ་ང་ཚོ་ཐབས་རྩེག་ནང་ལ་མཉམ་ཞུགས་བྱེད་ལས་སྦྱོར་བ་དང། དེ་ད་དུང་ང་ཚོ་ས་ར་ལམ་གོང་མ་དེང་ཆེ་ངོ་རྒོལ་སྐེམ་པའི་རྒྱ་ཡིས་དེ་ང་ཉིས་སྟོང་ལྔ་ལ་དེ་བཙན་བྱོལ་ནང་སླེབས་རེད་ད་དེ་དུ་ད་ད་ཉིད་ཀྱི་བསྡུ་ན་རེད་ད་ཧ་སང་ཡག་བྱོས་རེད་འགྲོ་ཚར་འདུག་ང་ཚོ། ད་དེ་ཡོང་ས་ག་བ་ནས་ཡོང་གི་ཡོད་ས་རེད་ཟེར། མཚམས་མཚམས་ང་ཚོ་ད་དེ་པ་ར་དེ་བ་ལ་ད་དེ་པ་ར་དེ་བ་ཅིག་ལ་ང་ཚོ་གི་ནང་ཁུལ་གྱི་ཆབ་སྲིད་ལ་ཞི་བོ་ཞིག་བུ་གཅིག་ཏུ་ཆུང་ནས། དེ་གི་མོ་ཚོང་མ་ད་འོ་འགྲོ་ཞིག་ཐུག་ནས་བསྡད་བསྡད་བཞོ་ར་ད་ད་ཁ་ད་ཆོ་ག་མི་འདུག་སོང་སོང་འགྲོ། ཚོང་ཚོང་ང་དངོས་ནས་ང་ཡང་དེ་ཚོགས་ཀྱི་འདུག་ད་ཡང། ད་དེ་ནས་འགྲོ་ཅིག་བྱེད་ར་བ། ཨ་ནི་དེ་ནས་གཉིས་པ་དེ་ནི་ག་རེད་འདུག་ལ་ན་ང་ཚོ་མོ་མོ་བརྟག་བྱ་གི་འདུག་ད། བདེན་ཚིག་ཆུང་ཆུང་ཅིག་མ་ཞིག་ཡོད་མ་རེད་དེ་ག་བ་ག་ས་ཐོ་དེ་ཡོད་རེད། ཨོ་ཁོ་ཨོ་སྨོན་ལམ་རེད་ད། ཁོ་རོང་བཙན་རེད། ད་ཨོ་སྨོན་ལམ་དེ་ཚོ་རོང་བཙན་གི་ཐབས་རྩལ་སྟོང་དུས་རྒྱབ་སྐྱོར་དེ་ཙམ་མ་བྱེད། དེ་རོང་བཙན་གི་ཐབས་རྩལ་འགྲོ་དེ་གི་ཡོད་ན་ཡང་དེ་ཨོ་སྨོན་ལམ་དེ་ཚོ་ལ་ཡང་ཅིག་ང་ཚོ་ཆེད་དུ་མང་ཚོགས་ནས་གཞུང་གིས་ང་ཚོ་ལ་དམངས་གཙོ་སྤྲད་བཞག་ཡོད་རེད་དེ། ཨ་ནི་ཡང་དཔེར་ན་ད་རོང་བཙན་བཙན་གྱིས་འགྲོ་བ་ཅིག་ཡིན་ན་རོང་བཙན་གི་ཐོག་ནས་ཁོ། ཆབ་སྲིད་ཀྱི་ལས་འགུལ་འདྲ་བོ་ཅིག་སྤེལ་བ་ཡིན་ན། ད་གོང་ས་མཆོག་དུ་གོང་ས་མཆོག་གི་བཀའ་དུ་བསྒེར་བའི་ཁོང་ཚོ་ཚོགས་ཁག་ཞིག་ཆགས་བསྡད་ཡོད་རེད་ཟེར་སྐད་ཆའི་བཞོར་བ་དང། དེ་ལས་འོས་ཏེ་བཀའ་ཟུར་གོང་ས་མཆོག་གི་བཀའ་དུ་བསྒེར་བའི་འདི་གནས་ཤུལ་དེ་ཧ་ཅང་གི་གནས་ཤུལ་ཆེན་པོ་ར་ད་ང་ཚོ་བྱེ་སྟོང་ཆ་ནས་ཅིག་བྱུང་བ་ཡིན་ན་ང་ཚོ་དེ་སོགས་འོས་ཏེ་བཀའ་ཟུར་ད་རང་གཞན་གྱི་ཅིག་རྒྱལ་ཡོངས་རང་བཙན་འཐབ་རྩོད་བྱེད་དགོས་དུས་ཡ་ཆབ་སྲིད་ཀྱི་ལས་འགུལ་ཅིག་སྤེལ་དགོས་དུས་བཀའ་ཟུར་ཅིག་འགྲོ་ཡ་ལ་གཞན་ནོར་ཞིག་རང་བཞིན་གྱི་སླེབས་བསྡད་ཡ་འགྲོ་བཞོར་བ་དང་དེ་སླེབས་ཀྱི་ཡོད་ས་རེད་གསུངས་སོ་གཅིག་བྱས་ར་བ། གཉིས་པ་དེ་ང་ཚོ་འདི། ད་དེ་གི་མྱོང་སོང་ན་ང་ཚོ་ག་རེ་རེད་ལབ་ན་ང་ཚོ་གི་འདི་གི་ནང་ཆོས་སྐད་ཆ་འདི་རིགས་བཤད་ར། ང་ཚོ་གི་བཙན་འཛུལ་པ་དེ་གི་ཆོས་ལ་དེ་ནམ་ཡང་ཁྱོད་རང་ལ་འདི་དགེ་འདུན་དེ་ཆོས་སྤྲོད་གི་མ་རེད། ཁྱོད་རང་ག་རེ་བྱེད་དགོས་ལབ་ན། ཁྱོད་བཙན་བཙན་འོག་ལ་ཡོད་པའི་མི་དེ་ཚོ་ག་དུས་ཡིན་ན་བཙན་གནས་པ་དེ་ལ་ང་ཚོ་གུས་འདུད་བསྟན་ནས་ང་ཚོ་འདི་དགོ་ཟེར་ནས་དེ་ལབ་ཐུབ་དགོས་རེད་ཟེར། དེ་ལགས་མ་ཐུབ་བུ་ཤིང་བཅད་ལ་ཆོག་རོགས་གིན་དུ་དེ་དུས་ནང་མི་རག་མ་རེད་ལས་བཞོར་བ་ད་དེ་ང་ཚོ་ངན་པ་དུ་ཐུན་སོང་ཞིག་ནས་ང་ཚོ་ཆབ་སྲིད་ལས་འགུལ་ཧ་ཅང་སྤེལ་དགོས་གལ་ཆེན་པོ་གཅིག་གྱེར་བ་ད་ང་བསམ་ཚུལ་ག་རེ་ཡོད་ལ་ན། དེ་ཤི་སྟོང་ཆགས་སྲིད་ཀྱི་འཐབ་རྩད་ཀྱི་ཁྲད་ལ་ཡིན་གཅིག་མིན་གཅིག་འོང་ཚོང་མ་པའི་ཆབ་སྲིད་ཀྱི་ལྟ་གྲུས་གཅིག་ནོར་ཡོད་ན། གཅིག་མགོ་ལ་མ་དེངས་ཅིག་ངོ་རྒོལ་རྒྱག་བ་གཅིག་པོ་མ་ཡིན་མི་ཚང་མ་ནུས་པ་ལོག་ག་ལོག་ག་ཡོད་ར་དཔེར་ན། སོ་སོ་སོ་སོ་གྱི་ནུས་པ་དེ་ལ་བརྟེན་ནས་དཔེར་ན་གཞས་བཏང་ཉིན་ཡིན་ན་རྩམ་འཁྲིད་ཉིན་ཡིན་ན་རྩེད་མོ་རྩེད་ཉིན་ཡིན་ན། དེ་ཁོ་རང་ཚོ་ཁོ་རང་ཚོ་གྱི་ནུས་པ་ལ་དཔབ་ནས་ཡང་འདི་ང་ཚོ་ལས་འགུལ་འདྲ་མ་འདྲ་སྤེལ་ཡོད་ར་བ། ད་དེང་ལས་འགུལ་དེ་བས་ང་ཚོ་ཤིན་ཏུ་དེ་ཅི་བྱེད་ན་ཡང་ཉམས་ཀྱི་འདུག་དྲན་གྱི་ཡོད་ངེས། ཁ་ཅིག་ལབ་ན་ཁོས་བལྟ་ན་འདི་པའི་སྐོར་ང་ཚོས་ཞེས་བཤད་རོགས་ང་ཚོས་བཙན་བྱོལ་ནང་གི་ཞེས་ཅིག་བཤད་ན་འགྲིག་རེད་ང་ཚོ་སྔན་མ་སྔན་མ་ང་ཚོ་ཚད་འཇུ་མེད་དོ་ང་ཚོ་རང་བཙན་གྱི་ད་ལྟ་འབེན་ཅིག་ཡོད་ཨ། ཁོ་ཚོ་གི་གནས་སྐབས་ཀྱི་གཞི་ཚིག་དེ་ཚོ་ལ་ད་ལྟའི་སྐབས་ཀྱི་གཞི་ཚིག་འཕེལ་རིགས་དོར་ད། དངོས་གནས་དྲ་གནས་ག་རེ་ཟེར་ནས་ང་ཚོ། ཐབས་རྩལ་གྱི་ཐོག་གི་གཞས་རིགས་ནི་ན་འདྲ་གཞས་ཚིག་ན་འདྲ་ཧ་ཅང་ཉུང་ཉུང་རེད་འདུག་དེ་ནི་སོ་ད་སོ་སོ་སོ་སོ་གི་ཡི་ནི་མ་གཅིག་ལས་ཡ་ཆེ་ད་ད་ཏི་ནི་འགྲོ་ཡི་སེར་ད་ཏི་ཤ་ཆུང། ད་ལྟའི་སྐོར་ནི་ངས་ཡང་བསྐྱར་ཅིག་བཤད་ན། ག་རེ་ཟེར་སྐོར་ད་ང་ཚོ་མི་དམངས་མཉམ་ཞུགས་བྱེད་ཡག་གི་ཐབས་ལམ་གསལ་བྱེད་དགོས་ར། ད་དཔེར་ན་ང་ཚོ་ག་རེ་སློབ་གྲྭ་དང་དེ་ནི་དགོན་སྡེ་གི་རིགས་དེ་ཚོ་སྐབས་དེ་ཐོག་གི་ནི་སྟངས་འཛིན་བྱེད་མཁན་ཅིག་ལས་བྱེད་མི་སྣ་ཡོད་ར། ཁོ་རང་ཚོས་ཀྱིས་དངོས་ནས་ཡང་ཅིག་དེ་མཉམ་ཞུགས་བྱེད་དགོས་རེད་དཱ་ཟེར་ཡང་ཡིན་ན་མིན་ན་དེའི་ཉིན་མོར་འཚོ་བ་ཡང་དུས་ཚོད་པར་མཚམས་བཞག་ནས་དེ་ལ་ཡིན་ཅིག་འགྲོ་དགོས་རེད་ཟེར་ཇི་དགར་བྱས་ཀྱི་འོ་ར་དུས་ཚོད་དཔེ་ག་ཆེན་པོ་རེད་ཀྱང་འདུག་བསམ་སོང་དེ་མ་བྱས་པ་ན་སྐབས་དེ་ཐོག་ཡང་འཚོགས་ཀྱི་དང་མང་པོ་རྒྱུགས་སྤྲོད་དང་ལག་སོགས་མང་པོ་ཅིག་འཁེལ་བ་ཡིན་ན་སོ་སོར་འགྲོ་ཉིན་སྤྲོ་ན་དེ་དེ་ཚོད་དེ་རག་མ་རོག་དོན་དུ་སྤྱི་དེ་སྒང་ན་ཡོང་གི་དུས་ཚོད་དགོས་པས་སྐ་བཤད་བྱས་ད་རྟག་པར་རིག་སྤྱི་དང་ང་ཚོ་གར་སོགས་དཔེ་ཆ་བཏགས་ངེས་སུ་དངོས་གླིང་ཐ་བཏགས་པར་རིགས་ཀྱི་སྟོད་ཅང་ཤེས་ཐ་ཐོད་ཀ་མང་རུང་ཡིན་ན་ཡང་དག་ལོ་གཅིག་གི་ནང་ཐ་མ་གཅིག་རེ་བ་ཚོ་གསུམ་གྱི་དུས་དྲན་དུས་སུ་བྲིས་ཏེ་དུས་སུ་བསྔོགས་ནས་ཚང་མ་གི་ང་ཚོ་ཚང་མ་དོ་སྣང་ཆེན་པོ་བྱེད་དགོས་ཀྱི་རེད་བསམ་གྱི་འདུག། ད་ང་རང་ཚོའི་བཙན་བྱོལ་བོད་མིའི་གི་ད་མི་འབོར་གྱི་གནས་སྟངས་འབྱོར་བ་ད་གཅིག་དེ་སྔ་ཡིན་པའི་ན་ད་བརྒྱ་ཆ་ཙམ་ན་སོང་ན་བརྒྱ་ཆ་དྲུག་ཅུ་བདུན་ཅུ་དུ་བ་ད་གཅིག་ག་སུ་ར་བརྒྱ་ག་དང་བརྒྱ་པའི་གྲིགས་གསུམ་ན་བསྡད་བསྡད་གོ་ད་ད་ལྟའི་ཆ་ལ་ཡིན་ན་ཕལ་ཆེན་ད་བརྒྱ་ཆ་ལྔ་བཅུ་ལྔ་བཅུ་ལྟ་བུ་ཆ་ཆགས་བསྡད་དུ་བ། སོང་ཙང་རྒྱ་གར་བའི་འབྲུག་གསུམ་ནང་ལོགས་ནས་ཡང་མི་འབོར་ཞེ་དྲག་ཉུང་འགྲོ་རེ་ད་ནས་ཕྱི་ཕྱི་རྒྱལ་ཁག་ལ་ཡང་བེད་གཏོང་ར་མི་འབོར་མང་པོ་ཞོ་ཆགས་ཏེ་སོང་ཙང་འདི་འདྲའི་གི་ཐོག་ནས་ད་ཡང་དེ་ག་སུ་རེད་མི་མང་པོའི་གི་བསམ་ཚུལ་རེད་འདུག་བ་དེང་སང་ཕྱི་རྒྱལ་ཁག་ལ་ཡང་ད་སྤྱི་འཐུས་གི་འོས་གྲངས་དེ་མ་ཡང་དཔག་གི་འདུག་ཟེར་ཡ་ཆེ་འདྲའི་གི་གནས་སྟངས་ད་མང་པོ་ཞིག་ཡོང་འདི་གོ་སོང་ཙང་དེའི་ཐད་ལ་གི་ལ་ཁྱེད་རང་གི་ཟེར་ཚུལ་ག་རེ་ཡོད་ན། དེ་གི་སྐོར་ལ་ཡང་ང་དམིགས་བསལ་བསམ་བློ་འདྲ་འཁོར་མ་སོང་རེད་ང་ད་དམིགས་བསལ་ཤེས་ཡ་མེད། གལ་མེད། ད་ང་ཚོ་དེ་ཤེས་དོགས་ང་ཚོ་ད་འདི་གི་དེ་ང་ཚོ་མང་ཚོགས་ནང་དེ་འདྲའི་སྐད་ཆ་མང་པོ་ལས་གི་དོགས། དེ་ང་ཚོ་ཡིན་ནི་གི་འདི་ད་ཕི་གའི་གྲོང་བོ་ལས་བྱེད་ཀྱི་གྲོང་བོ་ཟེར་ན་འདྲ་ད་དེ་འདྲའི་སུ་པ་ན་འགྲོ་སོན་ཡོད་རེད་ཟེར་ན་ང་ཚོ་དེ་ཁ་ཚུ་གྲུ་ཚུར་ནང་ལ་སོན་ཟེར་བ། དེ་དེ་འདྲའི་རིང་ལ་དེ་འདྲའི་བྱས་དུས་ངས་ད་འདི་གི་ཆ་ལ་ང་ཚོ་བྱེད་དགོས་ཡ་གལ་ཆེ་ཤོས་ཅིག་དེ་ང་ཚོ་དམངས་གཙོ་དེ་རི་ཧྥོམ་འགྲོ་བའི་སྲོལ་ཡ་འཇོག་ར་བསྐྱར་གསོ་འགྲོ་བའི་དེ་འགོ་གཙོ་བོ་ཞུ་མ་བྱ་བ་བྱེད་ར། ད་ང་ཚོ་སྒང་ལ་ཡི་གེ་ལ་ཁོ་ཚོ་དམུ་ཚོ་ཀ་བ་ཚོ་མཚན་ཉིད་དུ་ལྡན་པ་ཅིག་ང་ཚོ་ད་ལྟ་ཆགས་ལ་ཅིག་ཆགས་དེ་ཡོད་རེད་བ། ད་དེ་ཆགས་དེ་ཡོད་པ་དེ་ལ་ད་ནུས་པ་དེ་ག་རེ་སྐོང་དགོས་འདུག་ལ་ན་ང་ཚོ་ཐབས་རྩལ་རང་གི་ཆགས་ལ་ཅིག་ང་ཚོ་འདི་བརྟན་པོ་ཆགས་ཡ་ཅིག་ཡོད་མ་རེད་ད་གོང་ད་ཆོ་འདི་ང་ཚོ་འདི་བཙན་བྱོལ་ནང་ལ་ཡོད་པའི་གཞུང་ཞིག་ཡོད་རེད་བ། འདི་ནམ་ཞིག་ཚེ་ལ་ང་ཚོ་ཁོར་ཡུག་བརྟེགས་དགོས་རེད་ཆབ་སྲིད་ལ་བརྟེགས་དགོས་རེད་ག་ག་མང་པོ་ཞིག་ལ་བརྟེགས་དེ་དགོས་རེད་བ། ད་གོང་ད་ཆོ་ང་ཚོ་ད་འདི་གི་ཡི་གེ་ཅིག་ཡོད་པ་དེ་ལ། ཨ་ནི་གར་བྱེད་དགོས་འདུག་ལགས་ན་ང་ཚོ་འདི་གི་ཐབས་རྩེ་གི་ཤུགས་ལ་རང་བྱེད་ནས་ཁོང་རང་ཚོ་ཡིན་ནས་ཕྱག་ལས་གནང་ཉེན་ཡིན་ན་འདྲ་སྐད་ཆ་བཤད་ཉེན་ཡིན་ན་དེ་དགོས་ང་ཚོ་མི་མང་ཡིན་ན་འདྲ་ད་ཡི་གེ་གཅིག་དྲུད་ཚར་བ་དེ་དྲུད་ཚར་བ་ད་ད་འདི་ཆ་འགྲིག་ཐག་ཆོད་རེད་དུ་ཡོད་རོ་ད་དེ་སླེབས་དུས་ང་ཚོ་དེའི་སྐོར་ལ་ང་ཚོ་བསོད་ནོ་ཚང་ཚོ་སྟེགས་མོའང་འགྲོ་གི་ཚང་ཚོ་ངས་གོང་དུ་ཞུས་པ་ནང་བཞིན་ང་ཚོ་གཅིག་དམོ་ཚོ་གཅིག་དཔྱ་བཅུ་འགྲོ་གི་བྱེད་མ་ཐུབ་ནས་དེ་པར་ར་དེ་ལ་ཨོ་ད་ཚོ་ཐུབ་མ་ཐུབ་ཀྱི་རྙོག་དྲ་མང་པོ་ཞིག་སླེབས། རེད་བ། དེ་མ་གཙོ་བོ་དེ་ང་ཚོ་འཐབ་རྩོད་རང་གི་ཆོས་ལ་ནི་དེ་གོམ་པ་སྤོ་ཐུབ་ན་རེད་བསམ་ནས་ང་དེ་བསམ་གི། ད
རྒྱལ་ཁབ་ཅིག་དང་མི་རིགས་ཅིག་རེད་བ། ལྷག་པར་དུ་ང་ཚོ་ལྟ་བུའི་ད་རྒྱལ་ཁབ་གཞན་ཞིག་གི་བཙན་འཛུལ་དང་གཉའ་གནོན་དེ་འདྲ་ཅིག་འོག་ལས་ད་གནས་བསྡད་ཀྱི་མི་རིགས་ཅིག་དང་ཨ་ནི་དེ་ནི་ད་ང་ཚོ་བཙན་བྱོལ་ནང་གནས་བསྡད་མཁན་གྱི་ང་རང་ཚོ་ད་བོད་པའི་སྤྱི་ཚོགས་ཆ་ཚ་ཚོད་མིན་ན་ད་ང་རང་ཚོ་མ་འོངས་པའི་ད་རེ་བ་བཅོལ་ས་ཏེ། སུ་ཆགས་ཡོང་རོ་ཟེར་ན་དན་ཏན་གྱིས་འཚར་ལོངས་ཡོང་བཞིན་པའི་ད་བཙན་བྱོལ་ནང་གི་གཞོན་སྐྱེས་དང་མི་རབས་གསར་བ་དེ་ཆགས་ཡོང་རོ། འདི་ཡིན་དུས་བཙན་པོ་རྣམ་པ་ཚོས་ང་རང་ཚོ་ད་ལྟའི་གི་བཙན་བྱོལ་སྤྱི་ཚོགས་ནང་གི་གནས་སྟངས་འདི་གཅིག་གཟིགས་ཀྱི་ཡོང་དུས་བཙན་པོ་ལ། ད་ལྟའི་སྐབས་ལ་ཡང་ད་རྒྱ་བལ་འབྲུག་གསུམ་གྱི་གཙོ་བོ་བྱས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་ད་ག་འདིར་བཙན་བྱོལ་སྤྱི་ཚོགས་ནང་བུད་བལ་གྱི་གཞོན་སྐྱེས་དང་མི་རབས་གསར་བ་དེ་གས་ཀྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་གི་དམངས་གཙོའི་གི་ལམ་ལུགས་དེ་སྔར་བས་སྲ་བརྟན་དང་ཡར་རྒྱས་གོང་འཕེལ་ཡོང་ཡ་ཆེད་དུ་འདི་ལ་ཡང་ཁོ་ཚོས་དོ་སྣང་བྱས་དང་དེ་གའི་ཁར་ཆ་ཤས་ལེན་དང་མཉམ་ཞུགས་བྱས་དང་འདི་འདྲའི་ཁར་ཁོ་ཚོའི་ངོས་ནས་དེ་ཚད་གཞི་དེ་ག་འདྲ་ཅིག་ཡོང་གི་འདུག་གས་ཡང་དེའི་ཁར་ཡང་སྐབས་སྐབས་ཁར་ཡང་ཅིག་མ་འདང་བའི་ཆ་དེ་འདྲ་ཡོང་གི་འདུག་གས་ཡོང་གི་མི་འདུག་གས་གལ་སྲིད་དེ་འདྲ་གས་མ་འདང་བའི་ཆ་དེ་འདྲ་ཡོང་གི་འདུག་ན་ཨང་དེ་ཡག་ཐོག་ཡག་བརྩེགས་ཅིག་དང་དེ་ཅིག་ཡག་པོ་ཅིག་ཡོང་ཡག་གི་ཐོག་ལ་ཨང་རྣམ་པ་ཚོའི་ངོས་ནས་དེའི་ཁར་ཅིག་ཐབས་ལམ་གསར་པ་དང་དགོངས་འཆར་དེ་འདྲ། དགར་དགར་དུ་བླངས། ད་སྔ་འདི་དག་ས་ལ་སྐད་ཆ་གལ་ཆེན་པོ་གཉིས་བཤད་རྒྱུ་ཡོད། དེ་སྐད་ཆ་གལ་ཆེན་པོ་གཉིས་དེ་ག་རེད་ཟེར་ན་གོང་ས་མཆོག་གིས་ང་ཚོ་ཆབ་སྲིད་ཀྱི་ད་དབང་ཆ་འགྲོ་ཚང་མ་མི་མང་ལ་བར་མ་གནང་དུས་ང་ཚོ་འདི་གསུངས་དང་ང་མེད་པ་གནང་ཆེད་བྱས་ནས་ཕྱག་ལས་གནང་ཞུ་གསུངས་ཡ་གཅིག་བྱས་པ་ར། གཉིས་པ་དེ་ག་དེ་རབས་ཉི་ཤུ་རྩ་གཅིག་པ་དེ།

བསམ་ཚུལ་དང་ལྟ་ཚུལ་དེ་ཁོས་དཔེར་ན་སྐབས་དང་སྐབས་གཅིག་ལ་དེ་ཡིན་ན་སྐབས་གཉིས་པ་དེ་ལ་ཁོ་ཚོ་གི་བསམ་ཚུལ་དེ་ཡར་རྒྱས་རུ་འགྲོ་འགྱུར་བ་འགྲོ་འགྲོ་གི་ཡིན་ན། ཡང་བཤད་མི་ཤེས་པ་བསམ་ཚུལ་དུ་ལྟ་ཚུལ་ནི་གཅིག་པ་གཅིག་ཅན་རེད་ད་ཡིག་ལ་བསྡད་བསྡད་བཞོར་བ་དེ་བཤད་དེ་དེར་སོ་སོ་ད་ཁ་རྩོད་ངན་ངན་དེ་ང་ཚོ་སྤྱི་འཐུས་ད་མིང་ལ་ན་ཅི་རེད་ན་མ་གསུངས་ང་ཚོ་དེ་ཡུ་རོབ་ཞུན་དུ་ཅིག་ཁོ་དགོངས་པ་ཞུ་གི་ཡིན། ད་ང་ལས་ཀ་ནུས་པ་བསྟན་དགོས་ཚང་མ་བསྟན་ཚར་ཡིན། རོ་ད་འདི་ལས་ལྷག་པ་ང་ཅུ་བསྟན་མེད་སུན་ད་ར། ད་བསྟན་ནུས་ཀྱི་ནུས་པ་བསྟན་དགོས་ད་ལོ་བཅོ་ལྔ་ཉི་ཤུ་སོང་ནས་ད་དེ་འདྲས་དུ་ལྷག་ཡོད་ཀྱི་མ་ད་ར། བ་དེ་ནས་སོ་སོ་ངས་ད་གིན་དགོངས་སླ་བ་ནོ་བཞེད་ར་ཁོ་རང་ཚོ་ཡག་ཕེ་གི་ཕེ་གི་དེ་བླ་འཁྲིད་དེ་ཚིག་སླད་བཅོས་ན་བླ་འཁྲིད་གཉིས་པ་དེ་བི་གི་ཚོགས་ཀྱི་འགྲོམ་ལ་སླད་ཐུག་ར་བ། ཁི་ཁོ་ཁི་དེ་པ་ར་དོ་བ་དེ་དེ་ན་ནི་གདབ་ནས་ཁུ་དེ་སླད་མ་ཐོན་སོ་སོ་དེ་ན་མི་ར་གསར་པ་ང་ཚོ་གལ་ཆེན་པོ་ཡིན་མི་ར་གསར་པ་སྨྱོ་ཤུ་བྱེད་དགོས་དུ་ཟེར་ན་མ་ཟེར་ན་གོང་ད་ཅུང་དེ།

ལ་སི་ད་ང་མང་པོ་བཤད་མི་རེད་ཨ། ད་ངས་དོན་གྱི་ཕེ་ཤ་ལབ་ས་དེ་དོན་དག་དེ་ཐོག་ར་ཕབ་འགྲོ་གི་འདུག་རྒན་གྱི་དྲི་བ་དེ་ད་ལྟ་གཞུང་གཅིག་དེ་སོ། ད་འཛམ་གླིང་ག་ས་ག་འཐོར་བདེ་འཇོག་ཐོག་སོ་མ་འོངས་པ་སོ་རུག་རུག་བྱས་ནས་ཕུག་གི་དོན་དག་ལ་ཅིག་ལི་ཡ་ལི་ཡ་དེ་གསུང་གི་ཡོད་རེད་བ། ད་དེ་རྒྱབ་ལོག་གི་གར་ས་ནས་གཙོ་བོ་ད་འདི་ཞིག་གི་ཐོག་ལ་ཤུགས་ཆེན་པོ་ཞིག་སླེབས་དགོས་འདུག་བ། ད་ད་སླེབས་པ་ལ་ད་ཕུག་གི་ཆུང་ཆུང་ཡིན་ན་རེད་ཨོ་རྩ་ཆེན་པོ་ཡིན་ན་རེད། ད་ང་འདྲ་ན་ད་ད་བཀྲ་ཤིས་ཤོག་ལེན་གི་རྒན་ལ་རྩིས་ཚེ་ཤེས་རེད་དེ་བྱེད་དུས་ཤུལ་རྗེས་ཀྱི་ཕུག་གི་ཁ་ཤས་ཤིག་ངས་དེ་བོད་པ་དེ་ཚོ་ཁྲིད་དེ་ཡོད་རེད་བ། དེ་དུས་ང་དེ་ཉམས་མྱོང་དུ་ག་རེ་ཡོད་རེད་ཟེར་ན། ད་ཁོ་ཚོ་རྒྱབ་ལོག་དེ་ལ་སྤུ་གུ་ཁ་ཤས་ཅིག་འཁྲེབས་དོགས་འདྲ་བོ་བྱས་ན་བོ་བོད་ཡིག་གི་ལ་དག་སྣང་མེད་འཇོག་བཞིན་འདུག་དེ་རྒྱབ་ལོག་འདུག་ཅི་ཙེ་བྱས་དུས་ཕ་མ་ལས་ཀ་དང་ག་རེ་ཡིན་ན་ཕ་མེས་ཀྱི་ཤི་ར་འདེང་དཀར་སེང་ཁོ་སྣང་མེད་བཞག་འདུག་དེ་རེད་དོ། སྤུ་གུ་ཁ་ཤས་དཔེ་ཡག་པོ་རེད་ཕ་མ་ལ་ཐུག་འདུག་བ། དེ་བྱས་དུས་སྤྱི་ཐང་ད་ལྟ་སློབ་གསོ་དུ་སོང་ནང་ལ་དེ་ལབ་ཡོད་རེད་ད་ལྟ། རྒྱ་མི་རྒྱུད་ཨ་ཇག་ཆེ་བ་རེད་ད་ཐེངས་མིང་ཐ་ཇི་དེ་ཨ་མ་མཛངས་བ་དགེ་བའི་བཤེས་གཉེན་རེད་ཟེར་ཐེབས་ཤི་བ་ར་མོ་རང་དགེ་རྒན་རེད་ལ་ནི་མོ་རང་ཨ་མ་ཅིག་ཨ་རེད་མོ་གི་གར་ལབ་ཡོད་རེད་ཟེར་ན་སྤུ་གུ་གི་ཕ་མེས་གི་གར་ལབ་པ་དེ་ཉན་གི་མ་རེད་ལབ་རེད་གར་བྱེད་པ་དེ་རྟགས་རེད་ལབ་ར་དེ་བྱེད་དུས་ང་ཚོ་གི་ཤུགས་རྒྱག་ས་ཞིག་དེ་སྤུ་གུ་གི་ཕ་མེས་ཐོག་ལ་རེད་བསམ་གི་འདུག་ཁོ་ར་འཕྲོ་ཡ་ཅིག་ད་དེ་བྱེད་དུས་སྤུ་གུ་གི་ཕ་མ་ཚང་མ་སུ་རུག་རུག་བྱེད་ནི་འཛིན་གྲ་ཁྲིད་པའི་སྐད་ཆ་མ་རེད་བ་ཁོ་གོ་རྟོགས་ཅིག་སྤེལ་ཡང་ན་རེད་བ་མི་རིགས་ཀྱི་གོ་རྟོགས་ན་རེ་ཆབ་སྲིད་ཀྱི་གོ་རྟོགས་ན་རེ། དེ་གི་གོ་རྟོགས་དེ་ཕ་མ་ལ་དེའི་རྩ་ཆེ་གོ་རྟོགས་ཤིག་ཡོད་པ་ཡིན་ན། ད་གོ་རྟོགས་ཟེར་ཡ་དེ་ཁོར་ཞིབ་ཚགས་པོ་བཞིན་སློབ་ཚིག་ཁྲིགས་པའི་སྐད་ཆ་མར་བ་གཅིག་མགོ་ཚུགས་སོང་ན། ད་དེ་བྱེད་དུས་ཡིན་གཅིག་མིན་གཅིག་ཕ་མ་ད་སོ་ལ་རག་ལས་པ་ཡིན་ཙང་ཡང་དེའི་ཐོག་ལ་གོ་རྟོགས་འདྲ་སྤེལ་ཡ་གི་ཐབས་ལམ་འདྲ་ཡོད་ན་བསམ་གྱི་འདུག་ད་ངའི་སྐད་ང་རང་བསམ་རྒྱུ་གཅིག་གཞན་དག་ད་རྒན་གྱི་གསུང་བ་དེ་སོ་མ་གཏོགས་ང་དམིགས་བསལ་མི་འདུག། རེད་རེད་ད་དེ་གང་ནས་ད་ང་ཚོ་མ་འོངས་པའི་ནང་ནས་བོད་མི་རིགས་ཡིན་ན་ད་རྒྱལ་ཁབ་ག་འདྲས་ཅིག་ཡིན་ན་དེ་ད་གང་ད་དངོས་གནས་དེ་གཞོན་སྐྱེས་དེ་ཚོས་བྱ་དགའ་ཡོད་ར། དེ་འདྲས་བྱས་ཏེ་ད་ང་ཚོ་ད་ད་ཤི་རྒྱུ་ཡི་རིགས་ཁུ་ད་རྒྱལ་ཁབ་མང་པོ་ཅིག་མཐོར་དུ་བརྩམས་པ་དེ་གཞོན་སྐྱེས་དེ་ཚོས་ཀུ་བོད་མི་རིགས་བདག་པོ་རྒྱག་རྒྱག་སྟངས་ཀྱི་རིམ་པ་དེ་ད་གཙོ་བོ་གཅིག་དེ་བཀའ་དང་ཡི་གེ་ག་ནས་བདག་པོ་རྒྱག་དགོས་ཡོད་ར། བཀའ་དང་ཡི་གེ་ག་ནས་བདག་པོ་རྒྱག་དགོས་བརྩམས་པ་ལ་ད་ང་རང་ཅིག་དང་བོད་ནང་ནས་ཡར་སླེབས་བཅུག་མེད་ཅིག་ར། དེ་འདྲས་བྱས་ཏེ་ང་ཚོར་ནང་ག་འདྲས་ཡོད་ཟེར་ན་དང་པོ་འདས་ལས་དུས་མི་རིགས་གཞན་པའི་སྐད་ཡིག་བཤད་མཁན་དེ་འདྲའི་བོད་པ་གཅིག་གཉིས་ཡོད་ཆོས་ནི་ཡོད་རེད་བསམ་མ་སོང་དེ་ལྟར་ང་ཚོ་སྤྱི་བསྟན་བསམ་བློ་ཆུང་དྲགས་ཀྱི་སྤྲང་བོ་ཡིན་ར། དེ་ལ་གལ་ལེ་བརྩམས་པ་ལ་མི་རིགས་གཞན་པའི་སྐད་སྤྱན་ཆ་རྒྱག་གི་འདུག་ཁོ་ཚོ། དེ་དེ་འོ་སི་ཁན་མི་འདུག་ཡ་ངོ་ནས་ལ། དེ་འདྲའི་སྤྱི་དེ་ད་ག་རེ་ཟེར་དགོས་ད་ང་ཚོ་སྐད་ཡིག་སྒང་ནས་ཤུགས་རྒྱག་དེ་གཞོན་སྐྱེས་དེ་ཚོ་ད་ང་སྤྱི་ལྟར་སྤྱི་ཚོགས་ནང་ད་ང་ཚོ་དྲ་བའི་གི་སྡེ་ཚན་ནང་འདུག་ཟེར་ཟླ་འདིར་ཙམ་པ་ལ་ད་འདི་བྱས་ལ་སྤྱི་ལྟར་བོད་པ་མང་བོ་རེ་འདུག་བྱས་ཏེ། ད་ཚོགས་པ་བཙུགས་པ་ཡིན་ན་དེ་ནང་ནས་དཀའ་སྤྱད་ཅིག་བཀུར་དགོས་ན་ཡི་གེ་ཅང་ཅང་རེད་ད་བོད་ཡིག་ཅང་ཅང་རེད་བ། ད་སྤྱི་ཚོགས་ནང་ཕར་འགྲོ་དུས་ང་སྤྱི་ཚོགས་དེ་འདྲའི་ཚོགས་པ་ནང་ག་ཤེད་ཅིག་ཞུགས་མྱོང་ཡོད་ཁོ་རང་ཚོ་གི་དབྱིན་ཇི་ཅང་ཅང་མ་གཏོགས་བོད་ཡིག་ཅི་ནས་བཀར་གི་གོ་རེ་མི་འདུག་ར། དེ་འདྲའི་ད་དེ་འདྲའི་བྱས་ནས་གི་ནི་གི་མུ་མཐུད་ནས་འགྲོ་བ་ཡིན་ན་ད་མི་སྒེར་རེ་རེ་གི་བསམ་ད་ན་སོ་སོ་གི་མི་ཚེ་དེ་ཁ་གསོས་བ་ད་ཅིག་མི་ཚེ་གི་མཆོང་ཐབས་ཅིག་པོ་ལ་བསམ་ད་ན་བོད་ཡིག་བྱས་ཏེ་དགོས་ཡ་མི་འདུག་ད། ད་ང་ཚོ་བོད་མི་རིགས་ཟེར་དུས་དངོས་གནས་ཀྱི་གསུང་དགོས་ཀྱི་ཡོད་ན་བཀའ་ཡིག་ལ་བརྟེན་ནས་གཙོ་བོ་གསུང་དགོས་ཙམ་མ་དེ་ལ་བདག་པོ་རྒྱག་དགོས་ཀྱི་ཡོད་ན་སོ་སོ་རང་ཉིད་ནས་འགོ་བཙུགས་ནས་འགྲོ་དགོས་ཀྱི་འདུག་དེ་འགྲོ་ཡ་ལ་དངོས་གནས་ཀྱི་སོ་སོ་གྱི་ཁྱིམ་ཚང་ནས་བཟུང་སྟེ་ཚོགས་པ་ནས་བཟུང་སྟེ་བོད་ཡིག་སྤྲོད་དགོས་ཀྱི་འདུག་མ་གཏོགས་བོད་ཡིག་མ་བྲིས་ནས་ཨིན་ཇི་ཅི་ཞུ་ཚོར་བ་ཁོར་མི་འདུག་ད། བོད་ཡིག་ཤེས་ངེས་ཡིན་ན་ད་མི་ཤེས་ན་ཁག་ཡོད་མ་ཡིན་དེ་དཔེ་དགག་ཕ་རྒྱ་མ་རབས་ཤོར་རེད་ཟེར་དེ་མེད་ད་དྲང་མོ་བཤད་ན་ཁོ། ཤེར་རྒྱུད་ལོང་བ་ནས་འཚར་ལོངས་བྱུང་བ་ཙམ་པ་ལ་མི་རིགས་གཞན་པའི་བཀའ་དང་མཉམ་འདུ་བྱས་ནས་ང་ཚོ་འགྲོ་དགོས་ཀྱི་འདུག་མ་དང་མོ་ནས་དཔེ་དག་ཡི་གེ་གཅིག་བྲིས་པ་དང་མཉམ་དུ་ཚང་མ་དགག་པ་བརྒྱབ་ཤོར་ན་མིག་བསམ་བློ་ཚང་མ་བཅག་འགྲོ་གི་འདུག་དེ་འདྲ་བྱས་བརྩམས་པ་ལ་དེ་འདྲའི་བྱས་ནས་དོ་སྣང་བྱས་ཏེ་དཔེ་དཀའ་ཆེན་པོ་ཅིག་རེད་ཀྱང་འདུག་ང་ཚོ་འདི་ན་ཡོད་ནས་དེ་ཚོ་གི་བོད་མི་རིགས་ཀྱི་སྐད་ཡིག་དེ་བདག་སྐྱོང་མ་བྱས་ན་ཨ་ནེ་རྒྱ་མི་ལ་ཁ་བཏོད་བྱས་ནས་ང་ཚོ་སྐྱ་སར་ཟེར་མཁན་ལྷག་མི་འདུག་ད་དངོས་གནས། ག་རེ་ཀྱང་ཁོ་ཚོ་གི་བོད་མི་རིགས་སྐད་ཡིག་རྒྱག་ཆོག་གི་མི་འདུག་ཟེར་ཨ་ནེ་ཁོ་ཚོ་ང་ཚོ་ཡར་རྒྱས་ཁྱེད་ཚོ་བདག་པོ་རྒྱག་མི་འདོད་ལ་ན་ཨ་ནེ་ང་ཚོ་ལབ་ཡ་ཟེར་མཁན་མི་འདུག་ད་དྲན་མོ་བྱས་ཏེ། དེ་འདྲ་བྱས་ཏེ་བརྩམས་པ་ལ་ད་དེ་སྤྱིར་བཏང་གི་ཕ་མ་དེ་ཚོ་ཡང་ཁག་ཡོད་མ་རེད་ཤེས་རྒྱུ་ནི་ལི་ཀ་ལས་དགོས་ཡོད་རེད་མི་རིགས་གཞན་པའི་བཀའ་དང་བསྟུན་དགོས་ཡོད་རེད་ང་ཚོ་རང་བཙན་རྒྱལ་ཁབ་མ་རེད་མི་ཡིག་གི་གཡོག་པོ་འགྲོ་དགོས་ཡོད་རེད་ཡིན་ན་དེ་ལ་སྟབས་དཔག་པས་དཔག་པའི་གི་འགྲོ་བ་ཡིན་ན་དེ་ཆ་པོར་གཅིག་འདུག་དཔེར་ན་ང་དང་འཛིན་གྲྭ་གཅིག་པ་ཡིན་ཆོག་སྔོན་མ་གཅིག་ད་ལྟ་འགྲོ་ཚར་ཆོག་འོན་ནི་ཁྱིམ་བཟའ་སེམས་ལྡན་གཅིག་པ་རེད་ཁོའི་སྤུ་གཡུག་དེ་ན་ཉིད་ཚོད་སླེབས་སོ་ར་ཕ་ཁྱེད་ལོ་ལྔ་དྲུག་ཅུ་རེད་བྱས་ཁོ་རང་བོད་ཡིག་ཁྲག་ཁྲག་རེད་བྱས་དཔེ་ལྟར་བོད་སྐད་ཚང་མ་ཡང་གཙང་མ་ཤོད་འདུག་དེ་འདྲ་བྱས་ཏེ་ད་ཤོད་རྒྱུ་ན་ཡོད་པ་གཅིག་པུ་རེད་མི་འདུག་ད་ཡང་ཁོའི་ཕ་མ་ལ་ཡང་ཆ་པོར་གཅིག་འདུག་ད། དེ་འདྲའི་སྤྱི་སྟེགས་ད་ང་ཚོས་བདག་པོ་རྒྱག་དགོས་ཡོད་ན་གཙོ་བོ་དེ་བུ་མོར་སྐད་ཡིག་འགའ་ནི་རྒྱག་དགོས་འདུག་དེ་ཡང་དཔེར་ན་བཞི་བ་བཞི་མ་ལ་སོགས་པའི་དེ་སོ་སོ་གི་དངོས་དེབ་ཀྱི་གང་རུང་ལ་ཡི་གེ་གཅིག་བྲིས་ཡོད་ན་ད་དབྱིན་ཇི་བྲིས་ན་འགྲིག་རེ་ཡིན་ད་ཡིན་དེ་དང་མཉམ་དུ་བོད་ཡིག་ཟིག་ཡིན་གཅིག་མིན་གཅིག་གྲོགས་གོ་རེ་བསམ་འདུག་ད་དེ་བོད་ཡིག་མཁོ་ཆེ་གཏང་གི་ཡོད་ན་རེ་མིན་ན་རེ་ང་བོད་ཟུར་ཡིན་པའི་ཆ་ནས་དེ་སྔོན་ནས་ངའི་པ་ལགས་མ་གཉིས་ང་མཁོ་གི་ཡོད་ན་རེ་མིན་ན་རེ་ངས་བདག་སྐྱོང་བྱས་ཏེ་ང་རང་དབུ་འགན་རེད་དེ་འདྲའི་སྤྱི་སྟེགས་ཀྱི་བོད་ཡིག་དེ་འཛམ་གླག་ལ་མཁོ་གི་ཡོད་ན་རེ་མིན་ན་རེ་ངའི་གི་བདག་པོ་བྱས་ཏེ་ང་རང་དབུ་འགན་རེད་ད། དེ་འདྲ་བྱས་ཏེ་དེའི་སྒང་ལ་གཞོན་སྐྱེས་དེ་ཚོ་ཤུགས་རྒྱག་ར་ཅིག་རེད་བསམ་གྱི་འདུག་ད། དེ་ནས་ད་གི་ཁོང་རྣམ་པ་ཚོ་མང་སོང་སོང། སྐད་ཡིག་དེ་དངོས་གནས་གལ་ཆེན་པོ་ཆགས་ཀྱི་འདུག་སྐད་ཡིག་དེ་ཡག་པོ་ཞིག་ཡོད་སོང་བས་ཡིན་ན་དེའི་རྒྱ་ལྗོངས་འདྲ་བོ་དེ་ལ་ཀྱི་རིག་གཞུང་གི་དོ་སྣང་ཡོད་བསྡད་པ། མི་རིགས་ཀྱི་འདུ་ཤེས་ཡོད་བསྡད་པ། ལ་སོགས་པ་གི་ད་ཀྱི་དངོས་གནས་དྲང་གནས་སོ་སོ་ཚོས་ཀྱི་འཚོ་བ་འདྲ་བོ་སླེབས་དགོས་ཀྱི་ཡོད་ན་སྐད་ཡིག་ཡོད་དགོས་གལ་ཆེན་པོ་སྐད་ཡིག་བརླག་སོང་བས་ཡིན་ན་དེ་ནས་དེ་རྒྱ་ཁྱོང་ཚང་མ་བརླག་འགྲོ་གི་འདུག་བ་ང་ངོ་ཤུག་ཤུག་བརླག་འགྲོ་ཡ་ཞིག་རེད་བྱས་ད། དེ་ཡིན་དུས། དེ་སོགས་ཀྱི་ད་ང་ཚོ་མཐའ་ཤིང་རོ་ག་འགྲིག་གཏོང་དགོས་པ་ཡོད་ན་ད། གཏོང་ཡ་གི་དུས་ཚོད་ཀྱི་བ་ཆེན་སླེ་ཡོད་ས་རེད་དྲན་གསོན་འགྲོ། ཀྱེ་ད་བོད་ནང་ལ་ཡིན་ན། ང་ཡ་ཡོང་ག་དགོས་དུས་ད་དེ་སྔོན་ལ་རེད་ད་ཉམ་ང་ཚོ་གི་མཐོང་བསྡད་རྒྱུ་སྔོན་དེ་ལ་དཔེར་ན་ང་ཚོ་གི། སྐྱ་ལག་མང་པོ་ཆི་ཙབ་པ་ཐོན་གི་ཡོད་རེད་སྐྱ་ལག་ཙབ་པ་ཚང་མ་ལ་རྒྱ་མི་སྐད་རང་བེད་སྤྱོད་གཏང་གི་ཡོད་རེད།

དེ་འདྲས་ཞིག་བྱས་ཡོད་པ་རེད་ཡང་དེ་སང་ལ་ད་ཡང་ས་ཆ་འགའ་ཤས་ཀྱི་ལ་ཡང་དེ་དགའ་ང་ཤུགས་ཆེན་པོ་འཕྲད་ཀྱི་ཡོད་ས་རེད་ནང་ལོ་ད་དེ་འདྲས་ཀྱི་སང་བས་ད་དེ་སོ་སོ་གི་སོ་སོ་གི་བེད་སྤྱོད་མ་གཏོང་བ་ཤུགས་ཆེན་པོ་ཆགས་ཡོང་གི་འདུག་བ་དེ་ང་ཚོ་སྤྱི་ཚོགས་བཙན་བྱོལ་སྤྱི་ཚོགས་ནང་ལ་ཡིན་ན་ད་དཔེ་དེ་དགའ་ང་ཤུགས་ཆེན་པོ་རེ་དྲན་གྱི་འདུག་དཔེ་ན། མི་གཉིས་འདས་ལ་སྐད་ཆ་བཤད་བསྡད་ཀྱི་ཡོད་པ་ཡིན་ན་དེ་ནང་ལ་སྦྲག་སྐད་མང་པོ་ཞིག་འབྲི་ནས་སྐད་ཆ་བཤད་བསྡད་ཀྱི་སོ་ད་འདྲ་བོ་དང་དེ་འདྲ་ཅིག་བཤད་ཀ་སྐད་རིགས་གཞན་པ་ཆགས་བསྡད་པ་དེ་ནང་ཁ་ཤས་ཀྱི།

སྐུ་འཚོ་བཞིན་བཞུགས་པའི་སྐབས་དེ་ལས་ང་ཚོ་ཚང་མ་སྐྱིད་བོ་བྱས་ད་ཅིག་ཚ་སོབ་སོབ་བྱས་བདེ་ཡག་གི་ད་ཅིག་ཡོད་ར་གོ་སྐབས་དེ་འདྲས་བྱུང་གོ་རེད་ད་དུས་ནམ་ཞིག་ད་སྐུ་མདུན་གྱི་ཡང་ད་ཅིག་ཤ་ཁྲག་དུས་རིང་གི་ཕུང་པོ་ཞིག་ཡིན་དུས་ཚོད་ནས་གོ་མེད་པ་ཆགས་ཡོད་དུས་ཚོད་འདི་འདྲས་ཤ་སིག་ར་བ་སོང་ཙང་དེ་འདྲས་ཀྱི་གནས་སྐབས་ཅིག་ལ་ཡང་ད་ད་ལྟའི་ང་ཚོ་གི་སྒྲིག་འཛུགས་དེ་རེད་ང་ཚོའི་ལམ་ལུགས་དེ་ག་ཅིག་ཨ་ཅིག་བརྟན་པོ་ཅིག་ད་ཡུན་རིང་པོ་ཅིག་གནས་ཐུབ་ཡག་ལ་ཡང་ར་བ་ཨ་ན་གི་རྣམ་པ་ཚོའི་ངོས་ནས་ཡག་ཅིག་དགོངས་ཚུལ་ག་རེ་ཡོད་མུ་མཐུད་ད་ད་ང་ཚོ་གི་འཐབ་རྩོད་རེད་སྒྲིག་འཛུགས་རེད་དེ་ག་རྒྱུན་གནས་ཐུབ་ཡག་ལ་ཡང་ད་ད་ནང་བཞིན། ད་ངས་ནམ་རྒྱུན་ནས་ང་རང་དེ་འདྲས་བསམ་གྱི་ཡོད་རེད་བ། དེ་རྒན་གྱི་གསུང་བ་ནང་བཞིན་རེད་ད་དངོས་གནས། ང་ཚོ་གི་ད་སྐྱབས་མགོན་རིན་པོ་ཆེ་ནམ་ཚོད་བཞུགས་ལ་མ་ཟེར་དུས་མི་དེ་ཚོ་གི་ལབ་མ་ཡོང་དོང་དང་འདྲ་བ་བཤད་གི་འདུག་བ། དངོས་གནས་བྱས་ན་ངས། དེ་ད་སྐྲག་ན་མ་སྐྲག་ན་དངོས་པོ་གི་ཆོས་ཉིད་རེད་བ་ཡ། ད་དེ་ཁོ་སྐྲག་དགོས་ས་གལ་མི་འདུག་བ། ད་དེ་ལས་སོ་སོ་གི་བྱེད་ཐུབ་ཡ་དེ། དཔེར་ན་ང་ཚོ་གི། ག་རེ་ལབ་དགོས་རེད་སོ་སོ་གི་སྐད་དང་ཡི་གེ་བདག་པོ་རྒྱག་དགོས་ཡ་དེ་མ་བརྒྱབ་པ་དེ་སྐྲག་དགོས་ཡ་ཞིག་རེད་བ། ར་སྒེར་གྱི་ངོས་ནས་བྱས་ན། ད་དེ་མ་ཡིན་པའི་ནང་མཁར་གྱི་མཐུན་སྒྲིལ་བྱེད་ཐུབ་ཀྱི་ཡོད་རེད་པ་ད་ང་འདྲ་ནི་ནང་མཁར་མཐུན་སྒྲིལ་བྱེད་ཐུབ་ཀྱི་ཡོད་དེ་དེ་མ་བྱས་པ་ད་སྐྲག་དགོས་ཡ་རེད་པ། དེ་མ་གཏོགས་ནམ་ཞིག་སྐྱབས་མགོན་རིན་པོ་ཆེ་མ་བཞུགས་ཟེར་ཡ་དེ་ད་ཁོ་ང་ཚོ་དངུལ་གྱི་ཆོས་ཉིད་ཟེར་བ། དེ་ཡིན་དུས་ཇི་ལྟར་གོང་ས་མཆོག་གི་དེ་ད་ད་དངུལ་གར་སེང་དེ་ན་ཡོད་རེད་བོད་ཀྱི་མགྲིན་ཚབ་ནང་ལ་གསུངས་འདུག་བ། མང་པོ་ཞིག་དེ་འདྲའི་བསམ་གྱི་ཡོད་རེད། དེ་ང་དངུལ་ལེན་མེད་ཡེད་གསུངས་འདུག་བ། དངུལ་ལེན་མེད་པའི་རྒྱུ་མཚན་ད་ཁ་ཤས་ཡོད་རེད་དེ་ངས་གཉིས་འདྲི་སུ་དྲན་གྱི་འདུག་རེད་བ། གཅིག་དེ་ག་རེད་ཟེར་ན་ང་ཚོ་བོད་མི་རིགས་ཀྱི་འཐབ་རྩོད་ཟེར་ཡ་དེ། མི་རིགས་ཤིག་གི་བདེ་སྡུག་གི་འཐབ་རྩོད་རེད་མ་གཏོགས་ད་མི་སྒེར་པ་ཞིག་གི་དཀའ་ངལ་སྐད་ཆ་མར་པ། རྒྱུ་མཚན་ད་ག་རང་གི་ང་ཡོད་མེད་ལ་མ་གཏོགས་པ་བོད་མི་རིགས་ཀྱི་འཐབ་རྩོད་དང་གནས་གི་རེད། གཉིས་ནས་བོད་མི་རིགས་ཟེར་ཡ་དེ་ད་སུམ་གཉིས་ས་ཡ་ཀྱི་མགོར་ཟེར་ངེས་ཚིག་དེ་དེ་རུ་མི་འདུག་ད་ད་རྡོག་རྡོག་དེ་རེད། སྔོན་མ་ནས་ད་རྒྱ་ནག་དང་འགྲན་རྩོད་བྱས་ནས་པས་རྒྱར་བཟང་ཁྲང་ཡིག་ཚུན་ཞིག་ལེན་མྱོང་ཡ་གི་དུད་འགྲོའི་སྟོབས་ཆེན་རྒྱལ་ཁབ་གི་མི་རིགས་ཤིག་རེད། དེ་འདྲས་ཞིག་ཡིན་པ་ཡིན་ཙང་ང་ད་མུན་མཐུད་ནས་གནས་ཡ་དེ། ང་ཡིད་ཆེས་ཡོད་སོང་གི་འདུག་ད་ནང་བཞིན་དེ་ད་ང་ཚོ་གི་གར་ལབ་དགོས་རེད་ན། ནི་ཡ། གཙུག་འོག་ཏུ་ང་གཙུག་གི། གཙུག་འོག་ཏུ་གར་ལབ་དགོས་རེད་ན་ང་གཙུག་གི། བློ་ཐོབ་ཏུ་འགོག་འདུག་བསམ་གི་ར། སྤོ་བ་ཞིག་ཡོད་ར་དེ་སྐྱབས་མགོན་རིན་པོ་ཆེ་སྤོ་བ་དག་ན་སོང་ཡོད་ར་ད། དེ་ང་གཙུག་ནམ་ཞིག་ང་གཙུག་གི་ཐུབ་གི་མ་རེད་བསམ་པའི་གི་སྤོ་བ་དེ་ཤི་བ་ཡིན་ན། དེ་ནས་བཟུང་སྟེ་ད་ཤི་ཡག་གི་འགོ་ཚུགས་རེད་བསམ་གི་འདུག་དེ་མ་གཏོགས་དུས་ནམ་ཡང་ཤི་གི་མ་རེད་དེ་བྱེད་དུས། དུས་ཀྱི་གནས་ཐབས་ལ་ངས་ད་གི་ཡང་ནས་བསྐྱར་ཁོང་རང་དབང་དུ་ཕྱག་འགྲོ་སྟེ་དེ་གང་ལྟར། པའི་སྲོང་བཙན་སྒམ་པོ་ཟུར་ཁའི་སྒོ་འོག་ན་འདྲ་གར་བྱས་ན་ང་གཙུག་གི་སྙིང་ཐོབ་ཏུ་ཡར་བླངས་ཡ་དེ། ཐབས་ཤེས་ད་ཡག་ཤོས་ཅིག་རེད་བསམ་གི་འདུག་ད་ང་རང་གི། ད་ང་ཚོ་འདི་འདྲ་འདི། དམངས་གཙོ་སྲ་བརྟན་ཟེར་ན་འདྲ་ང་ཚོ་ཆབ་སྲིད་ཀྱི་མཐའ་ཚད་སྲ་བརྟན་དེ་གནས་དགོས་པ་དེ་ལ་གོང་ས་མཆོག་གིས་བཀག་དང་དགོངས་པ་དེ་ཚོ་ལ་ང་ཚོ་སློབ་སྦྱོང་བྱེད་ཡ་གལ་ཆེན་པོ་རེད། ད་ང་ཚོ་བཙན་བྱོལ་ནང་ལ་གོང་ས་མཆོག་ལ་དེ་བ་མི་ཉིས་ཧ་བརྒྱ་ཆ་དགུ་བཅུ་གོ་དགུ་དེ་ང་ཚོ་དངོས་གནས་དྲུང་ནས་ཞི་བ་ང་ཚོ་གོང་ས་མཆོག་བརྩི་བར་བ་ར་བ་ད་ག་ཤེད་ཅིག་ཡོང་སྲིད་གི་ར་བ་ད་དེ་བསྟན་པ་བཅོ་ལྡན་འདི་ག་ཚོད་ལ་ཡོད་དེ་བ་ནི་དེ་མི་ཡས་མ་ཆོད་ཡ་ཅི་མ་རེད་ར་དེ་གནད་འགག་ཡ་ཆེན་པོ་ཅིག་མ་རེད། ད་ང་ཚོ་ག་ཅིག་གོ་དོན་ལ་ན་ཨ་ནི་གོང་ས་མཆོག་གི་ཕྱག་རྟེན་ཡིན་ན་འདྲ་དེ་ཚོ་ལ་སློབ་སྦྱོང་བྱེད་རེད་བ། དེ་ནས་གོང་ས་མཆོག་བཀག་འདུག་དགོན་པ་དངོས་གནས་ག་རེད་དེ་སོ་སོ་ལོག་ལྟ་བྱེད་བ་ཅིག་དེ་ང་ཚོ་མི་དམངས་མོ་ཅིག་ག་ཅིག་གོ་དོན་ལ་གོང་ས་མཆོག་བཀག་དེ་ཁག་གི་མི་དེ་མགོ་ལྕག་ཞུ་ཡ་འགྲོ་བཞོར་བ་དེ་དངོས་གནས་དྲུ་ནས་དེ་མ་འོངས་པ་དེ།

རེད་བ། རེད་བ། དེ་ནི་ང་ཚོ་སྐད་དུ་ཡི་གེ་ནི་གཅིག་པ་གཅིག་རྐྱང་བེད་སྤྱོད་གཏང་དགོས་རེད་བ། དེ་ནི་བཙན་བྱོལ་ནང་ལ་ང་ཚོ་ས་བ་ར་གོ་མེད་བ། ཨ་ད་ད་ཁྱོ་ག་བ་ར་བཙལ་དེ། ཧ་ཅང་གི་ད་བློ་ཕངས་ཀྱི་གནས་འདྲ་བོ་ཞིག་རེད་ད་དཔེ་དཔེ་བྱབ་ཆུང་གི་ད་འདི་ཚིག་དེ་བེད་སྤྱོད་གཏོང་ཤེས་ན་བྱབ་ཆུང་འདྲ་བོ་ཞིག་རེད་དོ་དྲ། དེ་ནས་བཟུང་ང་ཚོ་ངན་པ་ད་ང་ཚོ་མཐུན་སྒྲིལ་ཕྱོགས་ལ་འགྲོ་ཐུབ་པ་ཡིན་ན། ནི་མ་འོངས་པ་ང་ཚོ་བཙན་བྱོལ་གཞུང་གི་སྟོབས་ཤུགས་ཆེན་པོ་ཆགས་ཡ། ཨ་ནི་ཐབས་རྩེའི་སྟོབས་ཤུགས་ཆེན་པོ་བྱོ་ཡ། ང་ཚོ་མཐུན་སྒྲིལ་ཡོང་ཡ་དེ་ལ་ཡིན་གྱི་མེད་ཀྱི་མཐུན་སྒྲིལ་དཔེ་ན་དགེ་རྒན་མཆུག་ངས་ག་རེ་བཤད་པ་དེ་དགེ་རྒན་མཆུག་ཉན་གི་རེད་ཨ་དེ་ཉན་སོང་ན་ཨ་ནི་མཐུན་སྒྲིལ་ཆོག་འགྲོ་རེད་ཟེར་དེ་མེད་རེད་དེ་ཡོང་ཡ་ཁོ་ར་ཡོད་མ་རག་དེ་ཡོད་དེ་ད་མཐུན་སྒྲིལ་ཀླད་སྟོང་དེ་ག་འདྲ་ཀླད་གོ་འདི་ལ་ན་ང་ཚོ་མི་ཚོ་མ་ལ་བསམ་ཚུལ་མ་འདྲ་བ་ཡོད་རེད་དེ་ལ་གི་ཞབས་བྱེད་ཆོག་བྱེད་ཐུག་འདོད་ན་བྱེད་མ་ཐུག་ན་གི་ཞབས་བྱེད་ནས་ཁོ་རང་ཁོ་རང་ལོངས་སྐོར་བྱེད་འགྲོ་ཆུ་ད་ར། ཨ་ཁོ་རང་ཀླད་ས་གཅིག་ཀླད་གི་རེད་མ་ཀླད་ན་ཁོ་རང་ཡིག་ལ་གཅིག་གི་མི་ཡིན་དུས་སོ་སོ་ཆུ་ནམ་ཆེ་ཤོས་ར་ཡོར་བ་རེད་མ་དེ་ནི་སོ་སོ་ང་ཚོ་ངན་པ་དུ་གུས་ཞབས་གི་ཐོག་ནས་ལྟ་བ་གུ་ཡངས་མོ་གི་ཐོག་ནས་བྱས་པ་ཡིན་ན་རང་བཞིན་གི་མཐུན་སྒྲིལ་ལས་མཐུན་སྒྲིལ་ལས་ན་འཆམ་མཐུན་ལས་འཆམ་མཐུན་ལས་ན་ང་ཚོ་རང་བཞིན་གི་སྟོབས་ཤུགས་ཆེན་པོ་ཆགས་ཤི་ཚུལ་དེ་སྟོབས་ཤུགས་ཆེན་པོ་ཆགས་སོང་ན་དེ་ནི་ང་ཚོ་དེ་དགྲ་བོ་རྒྱ་དམར་ཡིན་ན་ཁ་གཏད་གཅོད་ཡ་དང་ཨ་ནི་ང་ཚོ་ད་ལྟ་བཙན་བྱོལ་བོད་གཞུང་ཡིན་ཡིན་ཡིན་ཡིན་ན་ཡང་དེ་ནི་དེ་སྟོབས་ཤུགས་ཆེན་པོ་ཆགས་ཡ་ལ་ཧ་ཅང་གི་ཕན་ཐོགས་ཡོད་ས་རེད་མ་འོངས་པ་འཕེལ་རྒྱས་འགྲོ་ཡ་ཨ་ནི་གོང་ས་མཆོག་གིས་ད་ང་ཚོ་གི་ཁ་ར་ཟེར་བ་རེད་དེ་སྐུ་ལས་ཧ་ཅང་མང་པོ་བསྐྱོན་ནས་དེ་ད་མུ་ར་རྒན་པ་ཟེར་བ་རེད་ད་དེ་དེ་ཚོགས་དམག་གི་དཀའ་ལས་རྒྱག་བྱ་བ་དེ་ང་ཚོ་དམག་དཔུང་འཕེལ་རྒྱས་འཕེལ་རྒྱས་གཏོང་ཐུབ་རེད་བསམ་གི། ངས་བསམ་ན་ནི་ད་རེད་ད་ཚོགས་དམག་གལ་ཆེན་པོ་རེད་ཁོང་རྣམ་པ་དགོངས་ཚུལ་དེ་རེད་དེ། སྤྱི་བཏང་གི་སྤྱི་ཚོགས་ཀྱི་སྲ་བརྟན་སྤྱི་ཚོགས་ཡོངས་ཀྱི་སྤྱི་ཚོགས་ཆེན་པོ་སྲ་བརྟན་དགོས་པ་ཡིན་ན་གལ་ཆེ་ཤོས་དེ་འཕྲུལ་ལུགས་དེ་རེད། ཁྲོན་གྱིས་ཨོང་གྱིར་བཟོ་ཡ་དེ། ད་ག་ཆོས་གོས་ཀྱི་རེད་ག་རེ་རེད་ཟེར་ན་གང་ཟག་གི་ཨང་ཅིག་ཟེར་ཡ་དེ་བརྟན་པོ་གས་མི་འདུག་བ། ཁོ་རང་རྒྱུ་ཆོག་ཆོག་རེད། དེ་ལ་བརྟན་པོ་གས་ཡོད་མ་རེད་མགོ་ཐིག་ལྷུག་ཆོག་ཆོག་རེད། དེ་ཡིན་དུས་ཁྲོན་གྱིས་ཨང་ཅིག་དེ་བརྟན་པོ་གས་ཡོད་སོང་བ་ཡིན་ན། དེ་ནས་སྤྱི་ཚོགས་དེ། ག་འདྲི་ཡིན་ནམ་ཡིན་ནམ་མེད་ན་སྤྱི་ཚོགས་དེ་དཔེ་ཡག་པོ་གནས་ཐུབ་ཀྱི་རེད་བསམ་གྱི་འདུག། དཔེར་ན་ཁྱིམ་ཚང་གཅིག་གི་ནང་ཆ་མཚམས་པ་ཡིན་ན་ཡང་ཁྱིམ་ཚང་ཁོ་རང་གི་འགྲོ་ལུགས་འགྲོ་སྟངས་དཔེ་ཡག་པོ་སྐྱོ་བ་ཡིན་ན་ཡང། ཁྱིམ་ཚང་དེ་ག་ཨ་ཕ་མེད་སོང་བ་ཡིན་ན་ཡང་རྒྱུ་ནས་ཐོས་ཡ་ཁོ་རང་རེད། མུ་མཐུད་ནས་འགྲོ་ཐུབ་ཡག་གི་ཡོད་རེད་བ། དེའི་ནང་བཞིན་གྱི་དེ་ང་ཚོ་ལ་དབང་གི་སྤྱི་ཚོགས་ཀྱི་ཁྲིམས་ཀྱི་དབང་གི་པའི་མ་བཟོས་པའི་ཁྲིམས་རང་གི་སྒོ་ནས་དབང་གི་འགྲོ་ཐུབ་ཡག་གི་དེ་འདྲའི་གི་མ་ལག་གི་ཡོད་བསམ་པ་ཡིན་ན་དེ་མ་འོངས་པ་དཀའ་ངལ་ཆེན་པོ་གི་འཕྲད་ཀྱི་མ་རེད་དྲན་གི་འདུག། སྒྲིག་འཛུགས་ནང་བཞིན་བྱས་ནས་གི་འགྲོ་ཐུབ་པ་ཡིན་ན་དེ་གསར་གཏན་གི་དང། མར་ཚ་བྱེད་རྒྱུ་ཅིག་རེད་བསམ་འདུག་དེ་ནི་ང་ཚོ་བོད་མི་གི་མཐུན་སྒྲིལ་དང་ང་བོད་ཡིན་བསམ་བསམ་གི་འདུ་ཤེས་ཅིག་ཡོད་རང་དེ་ཡས་ནས་ག་བྱེད་རྒྱུ་ཅིག་རེད། ད་དེའི་སྒང་ནས་ང་ཚོ་འགན་ཁུར་ཡ་དེ་མི་རེ་རེས་འགན་ཁུར་དཔེར་ན་ང་རང་བོད་ཟེར་ཡིན་པའི་ཆ་ནས་ངེད་ཀྱིས་དེ་ལས་ཀ་དེ་ལས་ཀྱང་ན་གཞན་པ་དེ་ཚོ་ལ་གནོད་ས་རེད་བསམ་བསམ་ཆོལ་ཁ་གཞན་པ་དེ་ཚོ་གནོད་ས་རེད་བསམ་བསམ་གི་ཚོར་བ་ཅིག་ཡོད་ན་ངས་དེ་བྱས་མེད་ད། ཚང་མ་ལ་བོད་མི་རིགས་མཐུན་སྒྲིལ་དགོས་རེད་དགོས་རེད་ཟེར་ནས་སོ་སོ་གི་སྡུག་ང་ཚོ་བྱས་བསྡད་ན་ད་དེ་བྲོ་བ་ཟེར་སྐད་མེད་རང་དེ་འདྲ་བྱས་དེ་མི་སྒེར་རེ་རེས་ཀྱི་འགན་ཁུར་ཡ་དེ་ག་ཆེན་པོ་རེད་བསམ་གི་འདུག། བཙན་བྱོལ་ནང་ལོགས་ལ་ཡང་ཅིག་མང་གཙོའི་ལམ་ནས་དམ་བཅའ་རྒྱོག་གི་ད་ག་ད་བོད་མི་སྒྲིག་འཛུགས་དང་བོད་མིའི་སྒྲིག་འཛུགས་ཀྱི་ད་ཅིག་བཙན་བྱོལ་བོད་མི་དམ་བཅའ་བ་གོ་སྒྲིག་དེ་ཚོ་ལ་ད་གཞིས་ལུས་བོད་མི་གི་ཚབ་མཚན་བྱེད་ཐུག་མ་རེད་ཟེར་རྒྱ་ནག་གི་འགྲེལ་བཤད་རྒྱ་རྒྱ་གོ་ལ་ད་ག་ད་སོང་ཙང་ད་ང་ཚོའི་གི་ག་ཚོད་ད་སྲིད་སྐྱོང་དང་སྤྱི་འཐུས་ལ་དེ་ཚོ་གི་འོས་བསྡུ་སླད་ད་ཅིག་རྒྱོག་པོ་རྒྱོག་པོ་སླད་དེ་གོ་ར་སོང་དེ་འདྲེའི་གི་ཐོག་ནས་ད་ང་རང་ཚོས་དེ་འོས་འདེམས་བྱས་པའི་མགོ་ཁྲིད་རེད་ང་རང་བཙུགས་དགོས་དེ་བཙུགས་བཞག་པའི་སྒྲིག་འཛུགས་འདི་གཞིས་ལུས་བོད་མའི་གི་ལྟ་ཅིག་ཁོ་རེ་ཚབ་མཚོན་བྱེད་ཐུག་རེད་ཐུག་མ་རེད་དེ་ཐོག་གལ་ལ་གོ་འཛུགས་ག་རེ་ཡོད། མིའི་བསམ་ཚུལ་ཆེ་བ་ཡིན་ན་དེ་ཐུག་གི་རེད་བསམ་གི་འདུག་ག་རེ་བྱས་ཏེ་ད་ཁྱེད་རང་གི་ད་ལྟ་བོད་ནང་ནང་བཞུགས་མཁན་དུ་སོན་ལ་ཅིག་གི་བསམ་ཚུལ་བསྡུ་རིམ་བྱེད་ཡ་ལ་སོགས་པའི་གོ་སྐབས་དེ་ཡོད་མ་རྒྱ་མིས་བཀག་བཞག་ཡོད་ར་བྱས་ཙང་གི་རྒྱ་མིས་ཁོ་རང་ཚོས་གི་དམག་འདུན་ཟེར་ན་རེད་ད་ད་འཕེན་ས་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་རེད་ལྕང་བུ་ཡིན་བཞིན་ནོར་ན་ནོར་བུ་དང་བུ་མོ་ཡི་སྒྲིག་འཛུགས་དེ་ཆགས་ཀྱི་ཡོད་རེད། ཧོ་དེ་ལ་བལྟས་ན་ག་རེ་དཔག་ཐུབ་ཀྱི་རེད་ཟེར་ཏེ། ང་ཚོ་གི་བུ་མོ་ཡི་མགྲིན་ཚབ་ཟེར་ན་རེད་བུ་མོ་རིགས་ཀྱི་ནི་འཚམས་འཚོལ་བྱེད་ཐུབ་ཀྱི་ཡོད་པ་དེ་དེ་མཚོན་གྱི་ཡོད་རེད་བསམ་འདུག། རེད་རེད་རེད་ངས་ད་ག་རང་བསམ་གྱི་འདུག་དེ། ཡ་ཤ་རྒྱ་ནི། བུ་མོ་ད་ས་ཡ་དྲུག་བདུན་གྱིས་ག་རེ་ནི་རེད་བ་དེ་གི་འཚམས་འཚོལ་བྱེད་ཐུབ་ཀྱི་རེད་ཟེར་ད་ང་རང་བསམ་ན་ད་རང། ད་ཕྱི་དང་རྒྱ་དམར་གཞུང་གི་སྐྱག་རྫུན་བཤད་དེ་ཚོ་ད་ཕྱི་དང་ང་ཚོ་ལ་དུ་ཇི་བདེན་རུ་ཆགས་སྡོད་རོགས་གནས་ཁོང་ཚོ་དེ་སོང། སྟོབས་ཆེན་པོ་ཡིན་དུས་ཡང་རྒྱ་མི་འཛམ་གླིང་གཞན་པ་དེ་ཚོ་ཁོ་ཚོ་ཁ་ལ་ཉན་སྤྲོ་ཉན་མོ་པོ་འདུག་ཨ་རོ། ཡིན་ན་ཡང། ང་ཚོ་གི་དམངས་གཙོ་བོད་གཞུང་གི་གྲིབ་ཆ་ཡིན་ན་འདྲ། ཨ་ནི། ག་འདྲའི་འབྲས་བུ་ཞིག་ཆ་མཚན་བ་ཡིན་ན། བོད་ནང་གི་ང་ཚོ་ལ་ཡིད་ཆེས་བྱོས་རོགས། བཙན་བྱོལ་གཞུང་དང་གོང་ས་མཆོག་ལ་ཡིད་ཆེས་བྱོས་རོགས། དེ་ཚོ་ཚོ་མ་མཉམ་དུ་ཡང་བདམས་འོང་དུས། དེ་ང་ཚོ་ཚབ་ཚེ་ཐུག་གི་རེད། ཚར་ཚེ་ད་ལྟ་བར་དུ་བྱེད་སྡུག་ཡོད་རེད་ལས་ཞོར་བ། དེ་དེ་གཅིག་ཅེར་བ། གཉིས་པ་དེ་ངས་གར་ལས་ན་གལ་ཏེ། ང་ཚོ་གིས་འདི་ནས་ལ་ཐུ་ཤོར་འགྲོ་བ་ཡིན་ན་ད་ཐུ་ཤོར་བ་ཡིན་ན་བོད་གཞུང་གིས་ལས་ཀ་བྱེད་དང་འགྲོ་ཞོར་བ། དཔེར་ན། བོད་ནང་གི་ད་རྣམ་པ་ཚོ་གིས་གཟིགས་རེད། ང་ཚོ་གིས་གྲོས་ཚོགས་ནང་ལ་ཡི་གེ་ལ་ད་ཡི་གེ་ལ་གྲོས་ཚོགས་ཤིག་ཚོགས་བསྡད་དུས། ང་ཚོ་དེ་ནང་སྐད་ཆ། སྐད་ཆ་གཙོ་བོ་དེ་བོད་ནང་གི་བདེ་སྡུག་གླེང་གི་མེད་ན། བོད་ནང་བདེ་སྡུག་གཙོ་ཆེ་ཡག་གླེང་གི་མེད་ན། ང་ཚོ་ད་དེའི་སྐོར་ལ་བསོད་ནོར་ཞིག་གཏོང་ཡག་འདུག། གལ་སྲིད་དེའི་སྐོར་ལ་ཞི་བོ་གླེང་གི་མེད་ན་ང་ཚོ་ཚབ་ཚད་བྱེད་ཐུག་གི་རེད་ཟེར་ནས་ཁ་མཚེར་བཅད་ནས་སྐད་ཆ་བཤད་ཡག་བྱོས་ར་བ། གང་ལྟར་ཆོག་ང་ཚོ་འདི་ནས་ལ་ཤུགས་རྒྱག་དགོས་ཡག་ཡིན་བཙན་བྱོལ་བོད་པའི་གཞིས་ལུས་སྤུན་ཟླ་ནང་པ་ཚོ་ང་ཚོ་སྨྲ་ཤེས་རང་མེད་བ་མ་གཏོགས་ང་ཚོ་ལ་ཡིད་ཆེས་བརྒྱ་ཆ་བརྒྱ་ཡོད་རེད་ཟེར་ན་ད་ལྟ་རང་སྐད་ཅིག་བསྐུར་ལ་ན་ཏན་ཏན་ང་ཚོ་བསྐུར་གི་རེད་བསམ་གི། ལ་སོགས་ནི་བཀའ་འདྲི་ཤོད་དང་བསམ་ཡིན། ལ་སོགས་ཨ་ནེ་ཡིན་མཚམས་འདི་ནས་ད་ང་ཚོ་ད་རེང་བོད་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དང་བོད་རླུང་འཕྲིན་ཁང་མཉམ་གཉེར་བྱས་པའི་ཨ་ནེ། དམངས་གཙོའི་མདུན་ལྕོག་ཞེས་པའི་བགྲོ་གླེང་འདི་མཚམས་འདི་ནས་མཇུག་བསྡོད་དང་ཆབས་ཅིག་ཨ་ནེ་གཞིས་བྱེས་བུད་མེད་ཡོངས་ཀྱིས་ང་ཚོའི་ད་རེང་ལས་རིམ་འདི་གསན་གཟིགས་གནང་པ་ལ་ཡང་ཨ་མཐོ་ཆེ་ཞུ་ཡིན་མཐོ་ཆེ།